མིང་རིང་བོ་དང་མ་སོང་ན་ག་ཚོད་ཅིག་ཡོད་རེད། མིང་གི་འཕོ་འགྱུར་ག་འདྲ་ཕྱིན་ཡོད་རེད་ཟེར་དེ་ནས་ཡིན་པ་འདྲ། ད་དེ་ཡིན་དུས་ཁ་སང་ང་ཚོ་རྩ་བའི་ང་རང་ཚོ་ངག་རིང་ལ་མིང་དེ་བཞི་ཡོད་དེ་བ་རེད་འདུག་གཅིག་དེ་གཡས་རུ་བྱང་ཟེར་དེ་མིང་དང་པོ་དེ་བྱས་གཉིས་པ་དེ་ལ་སྟོད་བྱང་ཟེར་དེ་བྱས་གསུམ་པ་དེ་སྟག་སྡེ་ངག་རིང་བྱས་བཞི་བ་དེ་བྱང་ངག་རིང་བྱས་བྱས་མི་བཞི་ཡོད་དེ་བ་རེད་བྱས་ཙང་ད་གཡས་རུ་བྱང་ཟེར་དེ་མིང་དེ་ག་དུས་ཐོགས་པ་རེད་ཟེར་དུས་ཚོད་དེ་ད་བོད་བཙན་པོ་སྲོང་བཙན་སྒམ་པོའི་སྐབས་ནས། མིང་དེ་ཐོགས་པ་རེད། དེ་ཐོགས་ལུགས་ག་རེ་བྱས་ནས་ཐོགས་བ་རེད། ཐོགས་ཡས་ཀྱི་རྒྱབ་ལྗོངས་ག་རེད་ཟེར་ན། དེ་ནི་བོད་བཙན་པོའི་སྲོང་བཙན་སྒམ་པོ་གི་དུས་ཚོད་ལས་ད་རུག་རུག་ཏེ་ཟི་གེ་རུ་བ། དམག་སྡེ་ཁ་སང་ཞུས་པ་ནང་བཞིན་རེད་ཁོ་ཚན་པ་ལྔ་ལས་གཡས་ཀྱི་ཨུ་རུ་གཡོ་རུ་གཡས་རུ་རུ་ལག་སུམ་པི་རུ་ཞེས་བྱས་བོད་ཁྱོན་ཡོངས་དེ་དམག་གི་སྐབས་དེ་དུས་རྒྱལ་པོ་གི་དབང་བསྒྱུར་ནང་ལས་སྟོབས་ཤུགས་དམག་གི་སྟོབས་ཤུགས་བྱས་རྗེས་གང་དེ། སྲོང་བཙན་སྒམ་པོའི་སྐབས་ལས་བོད་གཅིག་གྱུར་བཟོས་གནང་བར་བ་དེ་ད་དམག་གི་སྟོབས་ཤུགས་ཅིག་རེད་བ། དེ་ཡིན་དུས་དེ་གི་སྒང་ནས་ཨ་ནི་ང་ཚོ་གར་བཟོ་བར་བའི་གཡས་རུ་དེ་ཡ་ག་ས་རེད། གཅིག་ཡོད་དུས་ས་རུ་རུ་གི་ཆ་ནས་རུ་ལྔ་ཡི་ནང་ནས་གཅིག་གཡས་རུ་དེ་ཡོད་དུས་དེའི་གར་བ་སླེབས་བསྡད་ཡོད་ཟེར་ངག་རིང་གི་ཕྱོགས་ལས་ཡ་སླེབས་བསྡད་ཡོད་ཟེར་སྤྱི་བཏང་གི་གཡས་རུ་ནང་ལ་གཉིད་དུ་བ་གཡས་རུ་བྱང་ཟེར་ཞིག་བཏང། ཛང་ལི་གཉིས་དུ་བ། ཡེ་རུ། ཡེ་རུ་ཏོས་ཞེས་དང་རུ་ལག་ཞེས་གཉིས་ཡིག་ཁོ་ཚོ་དག་གི་བཙོན་པོ་གི་ཚན་པ་གཉིས། རུ་སྡེ་ལྔ་ཡི་ནང་ནས་གཉིས་དེ་ཡག་གཏོགས་དེ་གི་ད་ང་ཚོ་འདི་ག་བ་ལེགས་པ་རེད་ཡེ་རུ་ཏོས་ཞེས་དེ་རེད། འོ་ད་འོ་དེའི་སྐབས་ལས་ཨ་ནི་ག་རེ་བྱས་ཡོད་པ་རེད་ཟེར་དུས་སྲོང་བཙན་སྒམ་པོའི་སྐབས་ཀྱི་ངག་རིང་གི་མིང་དེ་རེད། དེའི་གོང་ལས་ག་རེ་ཡོད་རེད་ཟེར་དུས་ཡག་གཏོགས་པོ་ཡོད་རེད་ཟེར་གི་འདུག་ཞང་ཞུང། བར་མ་ཟིན་པའི་མདོར་ན་ཞང་ཞུང་རྒྱལ་པོའི་མངའ་འོག་རེད་ཚུད་ཀྱི་ཡོད་པའི་སོགས་ལྟར་ར་བཞི་འདུག་ལྟ་དེ་བདེན་པ་ག་ཚོད་ཡིན་ལོ་རྒྱུས་ཀྱི་ཞིབ་འཇུག་གནང་མཁན་ཚོ་གཅིག་གསུང་བའི་ཆེད་རེད། འོ་དེ་ཡིན་དུས་འོ་ད་གང་ལྟར། མིང་དང་པོ་དེ་བཙན་པོའི་དུས་ཚོད་ནས་བཙན་པོ་སྲོང་བཙན་སྒམ་པོ་གི་སྐབས་ནས་ང་ཚོ་གཡས་རུ་བྱང་ཟེར་ལབ་ཀྱི་ཡོད་རེད་ཟེར་ད་ང་རང་དེ་ལོ་ཉིས་བརྒྱ་དུས་བོད་ནས་བདེ་བར་དེ་ག་རེ་ཟེར་ན་ད་དུས་རབས། བོད་སིལ་བུ་མ་གཏོགས་པར་དུས་རབས་དགུ་བ་བར་ལ། ད་བདུན་པ་ནས་དགུ་བ་བར་ལ་གཡས་རུ་བྱང་ཟེར་ཡིན་པ་འདྲ་ད་དེ་ནས་མིང་དེ་ག་བར་གྱུར་ཟེར་ན་ཡང་ལ་སྟོད་བྱང་ཟེར་གྱི་ལ་ཡག་གྱུར་ཅེས་འོ་འདུག་བྱས་ཀྱི་ད་དགུ་བ་རྗེའི་ལེ་རོ་བ་བོད་སིལ་བུའི་རྗེའི་རྗེས་ཀྱི་ལ་སྟོད་བྱང་ཟེར་དེ་ལ་ཡག་ད་འདི་ག་རེ་རེད་ཟེར་ན། ང་ཚོ་སོག་པོ་གི་དབང་བསྒྱུར་སྐབས་ལ་ཨ་ནི་བོད་ཁྲི་སྐོར་བཅུ་གསུམ་ཟེར་དེ་འདྲས་ཡོད་དུས་ད་ནི་ཨ་ནི་ཁྲི་སྐོར་གཅིག་ལ་སྟོད་ལྷོ་དང་བྱང་རེ་རེར་ཁྲི་སྐོར་རེ་བརྩིས་ཞེས་དེ་ནི་ཡག། གཅིག་གི་གཙང་གི་ནང་ནས་གཙང་གི་སྟོད་དེའི་ནང་ནས་བྱང་ཕྱོགས་ལས་བར་ལས་དུས་ཨ་ནི་ལ་དོད་བྱང་ཟེར་གི་འོ་དེ་རེད་ད་དེའི་རྗེས་དེ་ལ་ཡ་ད་སྟག་སྟེང་ངབ་རིང་ཟེར་ད་ཁ་སང་སླེབ་ས་དེའི་སྟག་སྟེང་ངབ་རིང་ཟེར་གི་ཚན་པ་དེའི་བར་རུ་སླེབ་བསྡད་པ་རེད་བྱས་ཙང་ད་དེ་ནི་མ་ངས་ཡང་བུ་ཚུ་གཅིག་ཀློག་ཆོག་པ་ཞིག་ད་སྟག་སྟེང་ངབ་རིང་ཟེར་དེ་ག་འདྲེ་ཐོག་ལོ་སྟག་སྡེས་ཟེར་སྤྱི་སྟངས་ཀྱི་མང་ཆེ་ལས་སྟག་སྡེ་སེང་གེ་ལུང་ཟེར་གི་འདུག་ཡོངས་གྲགས་ཀྱི་མཐོ་ས་དེ་སེང་གེ་ལུང་ནས་མཐོ་བའི་བཟོ་བཀའ་འགྲོ་ཞིག་ད་ཡིན་པ་ཡིན་ན་ཡང་དེའི་ནང་ལ་ཁོང་རང་གི་ག་རེ་གནང་ཡོད་ན་ཧ་མ་གོ་ལོ་རྒྱུས་ཀྱི་དྲི་བ་ད་སྟག་སྡེ་ཟེར་ཡས་དེ་རེད་སྟག་སྡེ་ངམ་རིང་ཟེར་ཡས་དེ་ད་མིང་གསུངས་པ་དེ་ག་འདྲ་བྱུང་རིམ་དེ། ལོ་རྒྱུས་ཀྱི་ཡིག་ཚང་འགར་སྟག་སྡེ་ངམ་རིང་ཞེས་འཁོད་པ་ལས་ཤེས་རྟོགས་ཐུབ་པར་སྤྱིར་བོད་སིལ་བུའི་དུས་སྐབས་ཀྱི་རིང། འོ་ད་བོད་ཐིག་བུའི་སིལ་བུ་ཀར་ད་ལྟའི་ངམ་རིང་ལྟེ་བར་བྱས་པའི་ཉེ་འཁོར་གྱི་ས་ཁོངས་དག་ལ་སྟག་སྡེ་ཞེས་སྤྱི་མིང་དུ་སྦྱར་སྲོལ་ཡོད་པ་ཞིག་མཐོང་སྟེ་ད་དེ་དུས་བོད་ཐི་སི་པུའི་དུས་སྐབས་ད་མ་འཐོར་ནས་བོད་སི་པུ་དུས་སྐབས་བྱུ་བ་རེད་པ། འོ་དེ་འདྲས་ཞིག་ཡོད་རེད། ད་དེའི་ངམ་རིང། ཞེས་སྤྱི་མིང་དུ་སྦྱར། སྟག་རྡེ་ངམ་རིང་དང་སྟག་རྡེ་ར་ལུང་ཟེར་རོ། སྟག་རྡེ་སིང་གེ་ལུང་ཟེར། སྟག་རྡེ། ཧབ་ཆར་ཟེར། ཧབ་ཆར་དེ་ངབ་བཅག་ཟེར་རུང་ང་འདི་ནང་ལ་ཧབ་ཆར་ཟེར་ཁྲེལ་བཤད། སྟག་རྡེ་སྦུག་མ་ཟེར་རོ། སྟག་རྡེ་རོང་ཟེར། སྟག་རྡེ། ཚོགས་འཁོར་ལ་སོགས་པའི་ངམ་རིང་གི་ས་མིང་མང་པོ་ཞིག་ཐོན་པ་མ་ཟད་ཞེས་བཏགས་ཏེ་བཏགས་ཏེ་ལུང་པར་སྦྱར་ཏེ་དགོས། གོང་བརྗོད་ས་མིང་རྣམས་ད་ལྟ་ཡང་སྔར་སྲོལ་དང་གནས་ཡོད་པ་རེད་བཏགས་ཏེ་གི་དེ་རེད་བཞག། གཞན་ཡང་གཡས་རུའི་ཀླུང་ལ། ཡུལ་སྡེ་བཅུ་དྲུག་གཡས་ཚུལ་ལས་བཏགས་ཀ་ད་ཡུལ་སྡེ་བཅུ་དྲུག་གི་དེ་རེད། བྱང་སྦུག་ཧྲེ་ཤོད་ཟང་ཟང་བཏགས་ཏེ་ཞེས་གཅིག་བྱས་ཟང་ཟང་བཏགས་ཏེ་གཅིག་བྱས། ཟང་ཟང་ལྷ་བྲག་ཞེས་རོལ་འདུག། སྟག་རི། མུས་ཏོག་རྗེ་དང་ས་རྟ་ནག་དང་གཞན། གཞན་དག་ཤངས་མདངས་ཟ། མོན་དཀར་གད་རས་མདངས་ཟ། ལ་སྤྲོ་སྦ་གོར། ཚུར་ཤོག་སྙེ་མོ་བཅས་དེ་རྣམས་གཡས་རུའི་ཡུལ་སྡེ་བཅུ་དྲུག་ཡིན་སྲིད་གཡས་རུ་གི་ཡུལ་སྡེ་བཅུ་དྲུག་གི་ཁ་ས་འདིར་ཞེས་པ་ལྟར་ཟངས་སངས་དང་སྟག་སྟེགས་སྟག་རུའི་མུས་ཏོག་སོགས་ནི་ངམ་རིང་གི་ཁོངས་སུ་ཡོད་པའི་ས་གཞིའི་མིང་ཡིན་པ་དང་སྟག་གཏད། ཡང་ངམ་རིང་གཏད་པར་བྱེད་པའི་ཡུལ་གྱི་སྤྱི་མིང་ལ་འགྲོ་སྲོལ་ཡོད་པ་ཞིག་འདུག་བྱས་རྗེས་སྟག་གཏད་ཟེར་ཏེ་ད་ངམ་རིང་སྤྱི་མིང་འདི་ད་ལྟ་ངས་བརྗོད་དེ་བཏེགས་ཚོད་མ་བསྡད་པ་འདྲ་བ་ད་ལྟ་ཅིག་སེང་གེ་ལུང་ཟེར་ཏེ། སྤྱི་སྟངས་ཀྱིས་སྟག་གཏད་ཞེས་པའི་མིང་ཇི་ལྟར་བྱུང་ལུགས་སྐོར་ཁོ་བོས་ལྟར་ན། བོད་སིལ་བུའི་དུས་བོད་ཀྱི་ས་ཡུལ་རེ་ལ་སྡེ་དཔོན་རེ་དང་རང་རང་ཆོས་བརྒྱུད་འཛིན་མཁན་གྱི་སྒྲུབ་སྡེ་བླ་བརྒྱུད་སོགས་མང་དུ་ཐོན་པའི་ལོ་རྒྱུས་དངོས་ལྟར། ད་བོད་སིལ་བུའི་དུས་ལས་བོད་སིལ་བུ་གཏོགས་དུས་ལུང་ཆུང་རེ་ལ་དཔོན་ཆུང་ཟེར། ག་རེ་ཡང་སྲིད་དུས། ཡུལ་སྡེ་རེ་ལ་དཔོན་རེ་དང་རང་རང་གི་ཆོས་བརྒྱུད་འཛིན་མཁན་གྱི་ད་སོ་སོ་ག་རེ་ཡིན་ན་དེ་འདྲ་རེ་ཡོད་དུས་མང་འདུག་གྲུབ་སྡེ་བླ་བརྒྱུད་དེ་འདྲ་མང་པོ་ཡོད་པའི་ལོ་རྒྱུས་དངོས་ཡོད་ཡོད་རེད། གནས་དེ་རུ་ཡང་ལོ་ཙཱ་བ་ཆེན་པོ་སྟག་ལོ་ནས་བརྒྱུད་པའི་ཆོས་བརྒྱུད་བྱུང་བ་ལ་བརྟེན་ནས་ཆོས་བརྒྱུད་ཀྱི་མིང་དེ་ས་མིང་དུ་བཞག་པ་ཞིག་ཡིན་པར་བརྟེན་ཡིན་ངེས་པར་ཏེ། འོ་ད། སྟག་ཟེར་དེ་སྟག་ཚང་ལོ་ཙཱ་བ་ཟེར་སྟག་ལོ་སྟག་ལོ་ཟེར་གྱི་འདུག་དེ་སྟག་ཚང་ལོ་ཙཱ་བ་མེད་འགྲོ། འོ་དེའི་ནང་ནས་ལོ་ཙཱ་བ་ཆེན་པོ་སྟག་ལོ་ནས་བརྒྱུད་པའི་ཆོས་བརྒྱུད་བྱུང་བ་ལ་བརྟེན་ནས། འོ་ད་གནས་དེ་རུ་ཟེར་དུས་ངབ་རིན་ཆོས་ལས་སྟག་དང་ལོ་ཙཱ་བའི་ཆོས་བརྒྱུད་ཟེར་ཏེ་ད་དེ་ཁོང་རང་ག་ཚོད་མིན་མི་ཤེས་གཞན་ལ་ཡོད་རྒྱུ་རེད། འོ་དེ་ཡིན་དུས་སྟག་ཟེར་དེ་གི་སྟག་དེ་ངབ་རིན་ཟེར་དེ་ག་ལ་རེད་ཐོར་བ་རེད་ཟེར་དུས་ཆོས་བརྒྱུད་ལས་ཆོས་མིང་ལས་ཐོར་བ་རེད་ཆོས་མིང་ཡུག་ལས་ཐོར་བའི་གནས་སྟངས་ཅིག་རེད་གསུངས་ཡོད་རེད། ཆོས་བརྒྱུད་ཀྱི་མིང་དེ་ས་མིང་དུ་བཞག་པ་ཞིག་ཡིན་པ་རེད་ཡིན་ས་རེད་ཟེར། དེ་ཡང་བོད་སིལ་བུའི། དུས་སུ་གཙང་སྟོད་གྲོང་པ་ལྷ་རྩིའི་ཕོ་བྲང་དུ་ལྷ་སའི་བཙན་པོ་དང་གྱང་གི་མཁན་པོ་རྣམས་བཀྲ་ཤིས་རྣམས་བཀའ་བགྲོས་གནང་སྟེ། ད་ལྷ་རྩེ་ཕོ་བྲང་ད་དེར་བཙན་པོའི་མེ་རྒྱུད་དེ་སྐབས་དེ་དུས་ལྷ་རྩེ་རེད་སླེབས་བསྡད་ཡོད་རེད་པ། འོ་དེ་ཡིན་དུས། རྒྱ་གར་དུ་འབྲོག་སྟག་ལིང་གསུམ་ཆོས་བསླབ་ཏུ་བཏང། འབྲོག་མི་ལོ་ཙཱ་བ་སྟག་ཚང་ལོ་ཙཱ་བ་ལིང་འདི་ག་རེ་ཡིན་ན་མེད་འབྲོག་སྟག་ཕྱི་མ་ཞིག་ག་འདྲ་འདུག་བྱས་རྗེས་ཁོ་ཚོ་གི་རྒྱ་གར་སློབ་སྦྱོང་བྱེད་ཁར་བཏང་རེད་པ། སྟག་ལོ་ཙཱ་བ་གཞོན་ནུ་བློ་གྲོས། སྟག་ཚང་ལོ་ཙཱ་བ་གཞོན་ནུ་བློ་གྲོས། སྡོམ་པ་གཙང་ཞིང་ཕྱི་ཡི་ལ་སྟོད་ཀྱི་ཁུལ་དུ་གནས་གཞི་བཟུང་ཞིང་ཆོས་བརྒྱུད་འཛིན་པའི་སྡེ་ཡང་མང་དུ་འཕེལ་བའི་ལོ་རྒྱུས་ཡོད། ཨོ་ད་དེ་སྟག་ཚང་ལོ་ཙཱ་བ་སྟག་ལོ་ཙཱ་བ་གཞོན་ནུ་བློ་གྲོས་དེ་སྡོམ་པ་གཙང་ཞིང་ཕྱི་ཡི་ལ་སྟོད་ཀྱི་ཁུལ་དུ། ཨ་ག་རེད། ཞེས་གསུངས་ནས་བཞུགས་པ་རེད། རེད་བ། དེ་འདྲ་ཡོད་དུས་ཆོས་བརྒྱུད་འཛིན་པའི་སྡེ་ཡང་མང་དུ་འཕེལ་བའི་ལོ་རྒྱུས་ལས་ཟེར་དུས་ད་ག་རེ་རེད་ཟེར་ན་གཙོ་བོ་ཁོང་རྣམ་པ་ཚོ། རྒྱ་གར་དུ་དཔེ་ཆ་ག་ཟེར་ལོ་ཙཱ་བ་བླ་བཀའ་གསུམ་དང་དེ་རྣམ་པ་ཚོ་ལྷ་རྗེ་གི་ནང་ལོགས་ལས་ད་བཙན་པོའི་བརྒྱུད་པ་དེ་ཡོད་རེད་བ། ག་ཟེ་རེད་ད་ཁོང་གི་མཚན་ཡང་རྗེས་སུ་སྟེར་གི། ཨོ། ད་ལྟའི་མཚན་བརྗེས་སོང་འོ་ད་ཁོང་རྣམ་པ་གང་ལྟར་ལྷ་རྩེ་ལ་བཞུགས་ཡོད་དུས་འོ་ད་ཁོང་ཚོ་གི་གྲོས་བྱེད་ཆེད་རྒྱ་གར་དང་དེ་འདྲའི་ཡོད་དུས་ད་སྟག་ཚང་ལོ་ཙཱ་བ་གཞོན་ནུ་འོ་དེ་ག་རེ་བློ་གྲོས་ཟེར་དེ་དུམ་པ་ཚང་དེ་འདྲས་བྱས་རྗེས་ཁོང་ཨ་ནི་ཁ་ལུ་ཁ་ལུ་ཡ་ཞེས་ཆགས་ནས་བཞུགས་པ་རེད་ཟེར་ལ་ལྟོས་བྱང། ཅུང་ཨེ་ལྷ་ཁང་བཞེངས་པ་སོགས་འགྲོ་བ་ལ་ཕན་ཐོགས་ཆེན་པོ་མཛད་ཚུལ་འཁོད་པར་མཐར་ལྟར་འོ་ད་ཅུང་ཅུང་ནང་གི་དེ་ཅུང་འདི་ཟེར་ཅིག་ཨེ་ལྷ་ཁང་ཟེར་གྱི་འདུག་འོ་དེ་འདྲས་བཞེངས་པ་ལ་སོགས་ལ་ཕན་ཐོགས་ཆེན་པོ་མཛད་ཚུལ་འཁོད་པ་ལྟར་འབྲོག་མི་ལོ་ཙཱ་བ་ཤཱཀྱ་ཡེ་ཤེས་དང་སྟག་ལོ་ཙཱ་བ་གཞོན་ནུ་བློ་གྲོས་གཉིས་ཀྱིས་དགེ་འདུན་གྱི་སྡེ་སོ་སོར་སྤེལ་བའི་ནང་གྲོང་མི་ལོ་ཙཱ་བ་དང། སྟག་ཚང་ལོ་ཙཱ་བ་གཉིས་ཀྱིས་སོ་སོ་དགེ་འདུན་སྡེ་ད་སོ་སོ་སོར་སྤེལ་ཙང་ལ་སྟོད་བྱང་ཁུལ་དུ་སྟག་ལོའི་ཆོས་བརྒྱུད་འཛིན་པའི་འདོད་པ་ཕོན་ཆེ་བྱུང་བ་དང་ང་ར་ཚོ་ལས་ལ་སྟོད་བྱང་ཁུལ་ལས་སྟག་ལོ་ཙཱ་བ་གའི་ཆོས་བརྒྱུད་འཛིན་མཁན་གྱི་སྡེ་བ་ཕོན་ཆེན་པོ་བྱུང་བ་དང། དེ་དག་ལས་ཆད་པ། སྟག་མཛོད་སྡེ་པ་ཞེས་གྲགས་པས་སྟག་མཛོད་སྡེ་པ་ཞེས་བྱ་བ་རེད། དེ་ནི་སྐབས་དེར་འབོད་པའི་སྟག་སྡེ་ཞེས་པའི་ཐོག་མའི་མིང་གི་བྱུང་ཚུལ་ཡིན་ས་རེད། བྱས་རྗེས་ཁོང་རང་གིས་ད་གདོད་ན་སྟག་ཚང་ལོ་ཙཱ་བ་གའི་སྐབས་ནས་བྱས་རྗེས་བྱུང་བའི་མཚན་དེ། ཆོས་མིང་དེ་ག་རེ་ཡོད་རེ་ཐོག་བའི་གནས་སྟངས་དེ་འདྲ་ཞིག་ཡིན་ས་རེད། བྱས་རྗེས་དེ་གཅིག་རེད། དེ་བཞིན་བོད་ཀྱི་སྙན་ངག་རྩོམ་རིག་གི་ལོ་རྒྱུས་གྲགས་ཆེ་བའི་མཁས་གྲུབ་ཆེན་པོ་སྤང་ལོ་ཙཱ་བ་བློ་གྲོས། སྤང་ལོ་ཙཱ་བའི་སློབ་དཔོན་སྟག་སྡེ་བ་སེང་གེ་རྒྱ་མཚན་ཡང་ལ་སྟོད་བྱང་ནས་བྱོན་ཅིང་སེ་འོ་ད། སྤང་ལོ། སྤང་ལོ་ཙཱ་བ་ཟེར་དེ་སྙན་ངག་གི་མཁས་པ་ཞིག། འོ་ད་ཁོང་རང་གིས་ག་རེ་ཡར་ཟེར་ན། འབོད་པའི་བཞེད་པའི་ཐོག་མིང་གི་བྱུང་བ་བྱས། ལོ་རྒྱུས་གྲགས་ཆེ་བའི་མཁས་པ་རྗེ་ཆེན་པོ་དཔང་ལོ་ཙཱ་བ་སློབ་དཔོན་ཁོང་རང་གི་སློབ་དཔོན་དེ་སྟག་སྡེ་སྟག་སྡེ་བ་སེང་གེ་རྒྱ་མཚན་ལ་སྟོད་བྱང་ནས་བྱོན་པ་རེད་བྱས་བྱས་ཐག་དེ་ལྟར་དཔང་ལོ་ཙཱ་བའི་དཔང་ལོ་གཞོན་ནུ་པའི་སྲས་ཅིག་ཡོང་བསམ་སོང་འོ་ད་ཁོང་རང་གི་གལ་ལ་དེ་ཡང་དང་པོ་དེ་ག་རེ་རེད་སེ་སྟོད་བྱང་ནས་རེད་གང་ཉིད་ཀྱི་གདན་ས་ཡང་ངག་རིང་རྡོག་གཞུང་ཁོངས་སུ་ཡོད་པ་སོགས་དེ་ལྟར་ཡང་སྟག་སྡེའི་ཆོས་བརྒྱུད་འཛིན་མཁན་མང་པོ་ཅིག་ཡོད་རེད་བྱས་བྱས་ཐག་སྟག་གི་མིང་དག་དོག་དང་པོ། ཆོས་རྒྱུད་རེད་དེ། ཆོས་རྒྱུད་དེ་བླ་མ་གཅིག་གི་མཚན་ནས་ཐོགས་པའི་དེ་རེད། མདོར་ན་སྟག་ལྡེ་ནི་རུའི་སྟག་གི་གདུང་རྒྱུད་ཀྱིས་འཛིན་པའི་ས་ཆ་དག་ལ་གོ་བ་ཞིག་གམ་ཡང་ན། སྟག་ལོ་ཙཱ་བའི་ཆོས་རྒྱུད་འཛིན་སའི་གནས་ཤིག་ལ་གོ་བ་ཡིན་ཡང་དག་རྟོགས་དཀའ་ཡང། མདོར་རེ་བཤད་ན་ད་དེ་ལ་ཡང་ཁུངས་དེ་མང་པོ་ང་ཚོ་རུའི་དེ་མང་པོ་དོ་བ། གྲོང་པ་ཟེར་ཡས་ཏྲའོ་དེ་ཚོས་ཀྱི་རེད་རུའི་དེ་ང་ཚོ། ཞོ་ལི་རུའི་དེ་ལ་ཡང་ག་ས་རེད། དོང་སྟོང་སྲས་མོ་དོང་སྟོང་གི་ནང་ནས་སྟོང་གི་རྒྱུ་བས་ཡོད་བསམས་སོ་ད་ག་འདྲ་བྱེད་མ་བྱེད་ཞེས་མི་དྲན་ག་འདྲ་འོ་ད་འདིའི་ནང་ལོགས་གཅིག་འདི་ག་རེ་གཅིག་བྱས་ན་རྟགས་ཀྱི་རྒྱུད་པ་འདི་ག་རེ་རེད་ཟེར་ན་རུས་ཀྱི་ཆ་ནས་ཡུལ་མིང་རུས་མིང་ཡུལ་ལས་ཐར་བ་ཡིན་སྲིད་ཀྱི་རེད་ཡང་མེད་ན་རྟགས་བྱས་པའི་རུས་གར་སོགས་རེ་འདི་ག་རེ་ཆ་ཡོར་ཆོས་རྒྱུད་ཀྱི་ཆ་ནས་འོ་འདི་རྟགས་ཚང་ལོ་ཟེར་བ་གང་ལྟར་འདི་གཉིས་ཀྱི་ནང་ནས་གཅིག་ལ་མཐོ་བའི་གནས་ཚང་ཅིག་བྱ་ས་རེད། ད་འདི་ག་རེད་ཟེར་ན། ཡང་དག་པའི་ཁོ་གཉིས་ཐག་གཅོད་ཡས་དེ་སྟེགས་སུ་ག་ལས་ཁག་པོ་ཆགས་ཀྱི་འདུག་དེ་ཡིན་པ་ཡིན་ན་དངོས་གང་ལྟར་འདི་གཉིས་ལས་དེ་ལྟར་འདུག་གང་ལྟར་བརྟག་དཔྱད་པའི་རུས་དེ་ནི་ཤིན་ཏུ་ནས་སྔ་བ་ཞིག་བྱུང་བ་འདྲ་དེ་ལྟར་རུས་ལས་ཆ་བཞག་པ་ཡིན་ན་དེ་ཧ་ཅང་གི་སྔ་བོ་ཡོད་པའི་རུས་ཅིག་རེད་ཤག་དེ་ཡང་ཡིག་ཚང་མཁས་པའི་དགའ་ཆས་ནང་ལ་ག་རེ་འདུག་ཟེར་དུས། དམུ་རྩ་དགེ་བཤེས་དྲུག་ལས་ཐོས་རུས་སྟག་རུས་སྟོད་ན་ཡོད་ཟེར་བྱས་དེ་འདྲས་ཤིག་འདུག་སྟག་ལ། རྟགས་ལ་ཡུལ་རྟགས། སྒྲོ་རྟགས་གཉིས་ཞེས་གསལ་བ་ལྟར་རྟགས་རུས་དེ་ཡང། དམུ་རྟགས་ཀྱི་རུས་ཚན་ཡིན་པ་གང་ཞིག་གནས་ཡུལ་སྟོད་ན་ཡོད་པར་མ་ཟད་ཟེར་རྟགས་རིགས་ཀ་ད་གྲོ་ཟེར་དེ་བྱས་ཙང་གྲོ་ས་ཁྲི་མ་ལོད་ཟེར་གྱི་ང་ཚོ་བོད་ཀྱི་བཙུན་མོ་རྒྱལ་མོ་ཐོག་མ་དེ་ཡང་ང་ཚོ་གྲོ་ཟེར་གྱི་ཕུན་ཚོགས་གླིང་ཕྱོགས་ནས་ཡིན་ཟེར་གྱི་ང་ཚོ་གསུང་སྲོལ་བྱུང་བ་རེད་བྱས་ཙང་ང་ཚོ་ཕྱོགས་ལས་གཅིག་དེ་རུས་ཁུངས་ཀྱི་ཆ་ནས་མེད་འགྲོ་ཟེར་གྱི་ཚིག་རེད་ད་བྱས་ཙང་དེ་རྟགས་ཀྱི་ཆ་ནས་རྟགས་ཀྱི་རུས་ཀྱི་ཆ་ནས་ཡང་ཡོད་བསྡད་པ་ཅིག་རེད་བ། སྟག་དང་སྒྲོ་སྟག་ཚན་པ་གཉིས་སུ་གྱེས་ཡོད་པ་ལྟར་དེ་བཞིན་ལ་སྟོད་བྱང་གི་སྟག་རིའི་རྒྱལ་པོའི་གདུང་དེ་ཡང། སྟག་རིའི་རྒྱལ་པོའི་གདུང། རྒྱལ་པོ་སྟག་རིག་གི་རྒྱུད་པ་ཞེས་ང་ཚོ་བཤད་སྲོལ་འབྱོར་བ་འོ་དེ་ཡང་རུས་སྟག་ལས་གྱེས་པ་ཞིག་ཡིན་པས་བྱང་པའི་ཁོངས་སུ་རུས་སྟག་གི་གདུང་ཆགས་པ་ནི་མངོན་གསལ་ཡིན་བྱས་རྗེ་འོ་སྟག་གི་ག་རེ་རེད་ཟེར་ན། སྟག་སྡེ་ངག་རིང་ཟེར་གི་ད་སྟག་ཟེར་གི་མིང་གི་ཐོག་དང་གོ་ག་རེ་རེད་ཟེར་དུས་ད་གདོད་ནས་བཤད་ན་ཐུག་ས་གཉིས་རེད་ཤག་གཅིག་གིས་རུས་ཀྱི་ཆ་ནས་ཡིན་སྲིད་པ་ཞིག་རེད་དེ་ཡང་ཐག་ཆོད་བས་ན་བཤད་ཐུབ་ཀྱི་མི་འདུག་གཅིག་གིས་ཨ་ནི་ཆོས་མིང་ཡུལ་ལས་ཐར་བ་ཟེར་ན་འདྲ་ཡང་མེད་ན་མཁས་པ་མཁས་པ་ད་སྟག་ཚང་ལོ་ཙཱ་བ་ཁོང་རང་རྒྱུད་ཀྱི་འདུག་སྲིད་ཐར་བ་ད་མིང་རིམ་པ་གཉིས་ཀྱི་ནང་ནས་ཐོས་བསྡད་པ་ཞིག་རེད་བྱས་བྱས་ད་སྟག་དེ་རེད་མིང་གསུམ་པ་དེ་བྱས་ད་ག་ཚང་མིང་བཞི་གི་ནང་ནས་དང་པོ་གཡས་རུ་ཆང་གཉིས་པ་ལ་སྟོད་ཆང་གསུམ་པ་དེ་རྟགས་དེ་ངམ་རིང་ད་ཞི་བ་དེ་ག་རེ་བྱ་བའི་བར་སྲིད་དུས་བྱང། ཁ་ཟེར་ངམ་རིང་ཟེར་གི་རེད་ད། ཡོངས་གྲགས་སུ། བྱང་ངམ་རིང་ངམ་ངམ་རིང་ཞེས་བརྗོད་པ་ཞིག་ཡིན་ཏེ་ད་མིང་གི་ཡོངས་གྲགས་སྐོར་ལ་དེ་འདྲ་ཞིག་འབོད་ཀྱི་ཡོད་རེད། མིང་དེ་ཡང་ལོ་རྒྱུས་རང་བཞིན་གྱི་གནས་བབ་ངེས་ཅན་ལྡན་པའི་ས་མིང་ཞིག་ཡིན། དེ་ལ་ཡང་ལོ་རྒྱུས་ཀྱི། གནས་བབ་ཟེར་ན། འདྲ་ཁྱད་ཆོས་ངེས་ཅན་ལྡན་མཁན་ཞིག་ས་ཆ་གི་མིང་ཅིག་རེད། དེ་ནི་བྱང་བདག་པོས་ཐོག་མར་གནས་གཞི་བཟུང་ཞིང་བྱང་བདག། ཟེར་དུས་སྟབས་མི་ཉག་གྱུར་པ། སྐུ་གར་བབས་སའི་གནས་ཀྱི་མིང་ནས་རིམ་བཞིན་འབོད་སོ་དེ་ལྟར་ཆགས་པ་ཡིན་སྟབས་ངམ་རིང་བསྲེལ་དེའི་མིང་གཙང་པོ་དེ་བྱང་བདག་གི་རིགས་རྒྱུད་དེའི་གདུགས་བྱེད་ཀྱི་རིམ་པས་ཆགས་རྗེས་དེ་ནས་བཟུང་སྟེ་ག་རེ་ཆགས་པར་ཟེར་དུས་མིང་དེ་ངོ་མ། ཁ་སོས་རེད་ཡོངས་གྲགས་གྲགས་ཞེས་ཆགས་པ་རེད་ཟེར་རོ། དེ་ཡང་བོད་བསིལ་བུའི་དུས་མཚམས་སུ་མི་ཉག་སེར་བོ་རྒྱལ་པོའི་གདུང་ལས་བྱོན་པའི་བྱང་བུའི་དཔོན་རིགས་རྣམས་ཀྱིས་བྱང་ཁྲི་སྐོར་གྱི་བདག་པོ་མཛད་ཅིང། སྟབས་མི་ཉག་སེར་བོ་རྒྱལ་པོ་ཟེར་དེ་རེད།

མི་ཉག་རྒྱལ་པོའི་གདུང་ལས་བྱོན་པའི་ཁྲི་དཔོན་རྣམས་ཀྱིས་དྭགས་པོ་རྩེ་གཅིག་སྲིད་དབང་གི་ཁ་ལོ་བསྒྱུར་བའི་གནས་གཞི་གཙོ་བོ་ད་ལྟ་ངབ་རིང་རྫོང་རྙིང་པ་བྱ་ཡུལ་གྱི་རི་འདབས་དེ་རེད། ཟད་ད་ངབ་རིང་རྫོང་རྙིང་པ་བྱེད། ས་དཔྱད། གད་པ་ངམ་གྲོག་རིང་མོའི་སྟེང་དུ་མཁར་རྫོང་ཐོག་མར་ཕབ་པའི་དབང་གིས་ངབ་རིང་ཞེས་པའི་ས་མིང་དེ་དག་བྱུང་བ་ཞིག་ཡིན། ད་དེ་ན་ངམ་གྲོག་གླིང་ཟེར་གི་རོ་ངམ་གྲོག་སྤྱི་གླིང་ངམ་གི་གྲོག་མོ་ངམ་གྲོག་ཟེར་དུས་སྤྱི་གདང་གི་ངམ་གྲོག་རིང་མོ་ངམ་ཟེར་དུས་སྤྱི་གདང་གི་ག་ས་ཡིན། གྲོག་རོང། དེ་འདྲ་གཟིགས་རེད་བ། ཨོ་གྲོག་རོང་དེ་འདྲ་རིང་མོ་གི་སྟེང་དུ་འདུག་བྱས་རྗེས་ག་འདྲ་ཆགས་བ་ཅིག་ལ་དབང་མཁར་བཞི་འདི་བཙགས་བྱས་མཁར་བཞི་ག་རེད་ཨོ་ད། ག་ཟེར་ར་ཞང་སྟག་རྒྱུད་པ་གི་མཁར་བཞི་དང་པོ་དེ་དེ་ང་ཕོད་རྫོང་དེ་ཁྱུང་རྫོང་དཀར་མོ་སེ་དེ་ཡིན་གྱི་རེད་འམ་འདི་འདུག་བྱས་རྗེས་བཙུགས་རྗེས་ཨ་ནི་ག་རེ་ཟེར་ས་མིང་དེ་ལྟར་བྱུང་བ་ཅིག་ཡིན། དེ་ཡང་ངམ་ཞེས་པ་གྲོག་རོང་གི་དོན་ལ་འཇུག་ཞེས་ངམ་བྱས་རེད་བ་གྲོག་རོང་ཞིག་འདུག་ལ་བཙུགས་ད་ལྟའི་རྫོང་རྙིང། རྫོང་རྙིང་པ་ཆགས་སའི་གནས་སྟངས་ཀྱང་དེ་དང་མཚུངས་པ་ཞིག་འདུག་ཀྱང། འོ་ད་རྫོང་རྙིང་པ་ཆགས་ས་དེ་དེ་འདྲ་བོ་ཞིག་འདུག་སྐད་ཆ་སྒང་རིགས་སྒང་ཞིག་ལ་ཡོད་པ་ཡག་གི། འོ་ཅི་འདྲ་ཞིག་བྱས་ངམ་ཞེས་པ་གྲོག་རོང་བྱས། ཤོད་རྒྱུན་གཞན་ཞིག་ཏུ་ངམ་རིང་སྐྱེམས་མཚོ་ཆེན་པོར་ངང་པ་སྐད་སྒྲོག་པའི་གནས་ཡོད་པས་གནས་རེ་ཡོད་པས་ངང་རིང་ཟེར་ཡི་ག་འགའ་ཤས་ཀྱིས་ངང་པ་རིང་པོ་ངང་པ་སྐད་ངང་པ་དེ་སྐད་རིང་པོ་ཟེར་ག་ཟེར་ན་འདི་རེད་བ། སྦྱིན་པ་རིང་བསྲུང་མ་འགྲོ་འོ་དེ་ཡིན་པས་དེ་འདྲ་ཡང་ང་འདི་སྐད་སྒྲོག་ས་ཡིན་ས་དེ་ཡང་བཤད་ཀྱི་ཡོད་གང་ལྟར་ས་ཁོངས་ནས་བརྡོལ་ན་གཙང་གི་ངམ་རིང། ཞེས་པའི་ཐོག་མའི་མིང་གི་བྱུང་ཚུལ་དེ་ལྟར་འདུག་ད་དེའི་ཐོག་ས་དེ་བྱང་ཐང་གི་ཆ་ནས་དེ་འདྲ་ཅིག་ཡིན་ཟེར་ག་དེ་ངམ་ངང་པ་དང་འབྲེལ་བའི་སྐད་ཆ་ཅིག་བཤད་ན་དེའི་གོང་ལ་ཡོད་དགོས་ངེས་ཅིག་ཆགས་ཀྱི་ཡོད་རེད་བ་མིང་དེ་གར་ཟེར་ན་སྐབས་དེ་དུས་ཧོབ་ཐང་པའི་ངམ་རིང། ངང་པར་བཅས་ཀྱི་མིང་དེ་ཧོབ་ཐང་པའི་དྲན་འཁྱོལ་ཅིག་ཡིན་གྱི་མ་རེད་འོ་དེ་ཡིན་དུས་དེ་ལ་ཡང་དེའི་གོང་ལ་ཡོད་སྲིད་ཀྱི་རེད་བ། ད་གང་ལྟར་སྔར་གྱི་ཡིག་ཚང་ནང་ངམ་རིང་དང་ངང་རིང་ངམ་ར་གིའུ་རིང་ང་ས་རིང་ཆེ་ངམ་རིག་ཞེས་ལ་སོགས་པ་འབྲི་སྲོལ་མི་གཅིག་པ་མང་དུ་སྣང་ཡང་དོན་གཅིག་ཏུ་འཇུག་གི་འདུག་འོ་ད་སྔོན་གྱི་ཡིག་ཆ་འགའ་ཞིག་ལས་ངམ་མ་ངམ་ར་གིའུ་གཅིག་འདུག་གཉིས་པ་དེ་ང་ང་ངང་ར་གིའུ་རིང་ང་ས་རིང་གཅིག་ཅེས་ཡང་གཅིག་ངམ་མ་ངམ་ར་གིའུ་རིང་ང་ས་རིང་ས་གཅིག་ཅེས་ཡང་ངམ་མ་ངམ་ར་གིའུ་རིག་ག་རིག་ཞེས་ཅེས་ཚན་པ་བཞི་སོགས་པའི་འབོད་སོགས་མི་འདྲ་བ་མང་པོ་ཞིག་འདུག་ཡིན་པ་ཡང་དོན་དག་གཅིག་པ་ཡིན་པས་སོགས་སྒྲ་གཅིག་ཏུ་འཇུག་འདུག། བྱང་པའི་ཡུལ་ནས་འཁྲུངས་པའི་མཁས་གྲུབ་ཆེན་པོ་མང་ཐོས་ཀླུ་སྒྲུབ་ཀྱི་ཆོས་འབྱུང་མང་ཐོས་ཀླུ་སྒྲུབ་རྒྱ་མཚོ། ཨོ་ད་ར། ཀླུ་སྒྲུབ་ཀྱི་ཆོས་འབྱུང་ལོ་རྒྱུས་རྣམ་དག་ཕག་མོ་ཆེ་ན་ངམ་རིང་ཞེས་པའི་ཐ་སྙད་དེ་སྤྱོད་པ་མང་དུ་མཐོང་ཡང། ཨོ་ད་ར། མང་ཐོས་ཀླུ་སྒྲུབ་རྒྱལ་མཚོ་གིས་མཛད་པའི་ཆོས་འབྱུང་དུས་སུ་ནང་ལོགས་ག་རེ་འདུག་ཟེར་དུས། ག་ཟེར་བ་ར་ལོ་རྒྱུས་རྣམ་ཐར་ཆེན་མོ་གི་ནང་ལས་ངམ་མ་ངམ་རག་ཆུག་རིང་ང་ས་རིང་ས་བྲིས་བ་མང་འདུག་རྗེས་འཇུག་ཡང་འཇུག་ས་བྲིས་བ་དེ་མང་པོ་འདུག་ཐ་སྙད་འདི་སྤྱད་པ་མང་དུ་མཐོང་ཡང་ཆོས་འབྱུང་སྤྱི་དང་ད་དུས་སྤྱོད་སོགས་ཡོངས་གྲགས་སུ་ངམ་མ་ངམ་རག་ཆུག་རིང་ང་རིང་ཞེས་པའི་ཐ་སྙད་འདི་འབྲི་སྲོལ་སྤྱད་པ་མང་ལ། ཡུལ་གྱི་གནས་བབ་དང་ཆགས་ཚུལ་ཡང་འདྲ་ཤས་དེ་དང་མཐུན་ཕྱོགས་ཆེ་བ་ཅིག་འདུག། འདུག་གོ་ཞེས་བྱས། ད་ལུང་པའི་ཕྱག་དང་ན་ག་ནས་བཤད་པ་ཡིན་ན་འདྲ་ཞེས་དེས་མཐུན་པར་བྱེད་དོ་ཞེས་བྱས། དེ་འཇིགས་རེ། ད་གཉིས་པ་དེ་ག་རེ་རེད་ཟེར་ན། བྱང་ངམ་རིང་གི་སྣོད་བཅུད་ཆགས་ཚུལ་སྐོར་ད་སྣོད་བཅུད་ཆགས་ཚུལ་ཡང་བརྒྱ་མུ་མཐུད་རེད་ཤག། གངས་ལྗོངས་ཀྱི་ཡུལ་གྲུ་གཞན་དང་འདྲ་བར་ཟེར་བོད་ཀྱི་རོ། བྱང་ངམ་རིང་གི་རིག་གནས་ལོ་རྒྱུས་ནི་ཆེས་གནའ་བོའི་དུས་ལ་སྙེགས་ཤིང། ཤེས་རིག་གི་དཔལ་ཡོན་དལ་ཞིང་རྒྱས་ལ། སངས་རྒྱས་བསྟན་པའི་འཕེལ་འགྲིབ་དང་བཅས་པའི་འགྲོ་བ་མིའི་རིགས་ཀྱི་ལོ་རྒྱུས་འཕེལ་རིམ་གསལ་བར་བྱས་པའི་མེ་ལོང་ཆུང་ངུ་ཞིག་དང་འདྲ་གི་ཡོད་པ་རེད་ས་འདི་ལོ་རྒྱུས་སྤྱི་མང་ཡར་འཕེལ་བ་བྲིས་པ་ག་འདྲ་ཡིན་ན་ཆ་ཚང་ཡོད་པ་ད་ལོ་རྒྱུས་སྤྱི་མང་དང་འདྲ་བ་ཞིག་རེད་ཟེར་བ། ཡུལ་ཕྱོགས་དེར་འདིར་བསྟན་པའི་སྔོན་བྱོན་མེས་པོ་རྣམས་ཀྱིས་ཀྱང་དུས་ཡུན་རིང་པོའི་ལོ་རྒྱུས་ནང་མཁྱེན་དཔྱོད་བློ་གྲོས་ཡངས་ཤིང་སྐལ་ལྕེ་དོན་གཉེར་ལ་བརྟེན་ནས། མཁས་མང་རིག་པའི་འབྱུང་གནས་ཞེས་ཡོངས་སུ་གྲགས་པའི་བོད་ཀྱི་ལོ་རྒྱུས་ཀྱི་མཐའ་ཡས་ཀུན་བཟང་ངོས་སུ་ངོ་མཚར་རྣམ་པར་བཀྲ་བའི་ཤེས་རིག་དཔལ་ཡོན་རྒྱུ་སྐར་གྱི་རང་མདངས་གསལ་བར་མཛད་ཡོད་པ་རེད། མདོར་ནས་བཤད་ན་ད་ལྟའི་འདི་སྙན་ངག་གི་ནང་ལས་ཚིག་མང་པོ་ཞིག་ཀློག་གི་ཤག་ཤག་མདོར་ནས་བཤད་ན་དེའི་ནང་ལོགས་ལས་མཁས་འཇུག་གི་རིག་གནས་དར་ས་མཁས་པའི་འབྱུང་གནས་ཤིག་མདོར་ན་མཁས་མང་རིག་པའི་འབྱུང་གནས་ཟེར་ཏེ་ཨ་ལྟར་གྲགས་ཀྱི་ཡོད་པ་ཅིག་རེད་དེའི་ནང་མཁས་པ་ཧ་ཅང་གི་མང་པོ་ཡོད་བསྡད་པ་རེད་འདུག་བ། འོ་ཆེ། གནས་དེར་བྱང་ཧོར་ནས་མཆེད་པའི་སྔགས་སྡེ་དང། སྨད་རྒྱ་ནག་ནས་བྱོན་པའི་སྟོང་སྡེ། བྱང་མི་ཉག་ནས་མཆེད་པའི་དཔོན་སྡེ། སྨད་ཁམས་ནས་ཕེབས་པའི་གཉའ་རྒྱུད་དང་གཉགས་རྒྱུད། ཟློག་རྒྱུད་སོགས་ཀྱི་གདུང་རབས་རྣམས་དང། གནས་དེར་གཉུག་མར་གནས་པའི་སྔོན་རྗེས་བྱང། རི་དྭགས། ཁ་རས་གྱང་རི་དྭགས་འཛིན་པའི་འབྲོག་སྡེ་དང་རབ་བྱུང་ཆོས་བརྒྱུད་འཛིན་པའི་སྟག་སྡེ། འོད་ཟ་ལྷ་ཡི་གདུང་རྒྱུད་འཁོན་གྱི་སྡེ། བོད་ལྷ་རྗེ་འཛིན་པའི་གདུང་རྒྱུད་དྲི་མ་མེད་པ་དཔའ་སྡེའི་རྒྱུད་སོགས་ཀྱི་རིགས་རྒྱུད་མང་པོས་ཐུན་མོང་ལ་བསྐྲུན་པའི་ཞིང་འབྲོག་མི་སྡེ་ཆེན་པོ་ཚོམ་བུ་ཕྱོགས་སུ་དར་བ་ལྟར་ཡུལ་ལུང་གྲུབ་ཆའི་དབང་གིས་ས་སྟག་སྡེ་མང་པོ་ཞིག་འདུག་ད་ག་ན་གནས་དེ་ལ་བྱང་ཧོར་ནས་མཆེད་པའི་སྔགས་སྡེ་ཟེར་ཏེ་ཧོར་དེ་མའང་མེད་འགྲོ། དེ་ལྟར་རྗེ་བཙུན་མི་ལའི་རལ་བ་གྱིས། དོན་དག། མེས་པོ། པའི་དེ་ཡང་མེས་ཡང་མེས་དེ་ཚོ་ག་ཤེད་མ་ནིང་ཡ་བྱོན་པའི་གསུང་བས་བཤད་དོ། ང་ཚོ་ཡ་དང་པོ་མེས་པོ་དེ་ང་ཚོ། བྱང་ལས་ཕེབས་རྗེས་ངམ་རིང་ནས་ཡ་གི་ཅི་ལ་ཞུགས་རིགས་པ། དེ་གཅིག་བྱས། སྔགས་བཟླས། ཟས་དེ་གཅིག་བྱས། སྨད་རྒྱ་ནག་ནས། སྨད་རྒྱ་ནག་ནས་བྱོན་པའི་སྟོང་སྡེ་ས་ད་རྒྱ་ནག་ནས་ག་རེ་བྱོན་ཡོད་ན་མི་ཤེས་སྟོང་གི་སྡེ་ག་རེ་ཡོད་མི་ཤེས་སྟོང་སྡེ་བཅུ་དྲུག་སེ་ཟ་ད་དེ་མི་རྙེད། འོ་བྱས། ཨ་ནི་བྱང་མི་ཉག་ནས་ཆས་པའི། དཔོན་སྡེ། ད་བྱང་མི་ཉག་གི་དཔོན་གྱི་སྡེ་དེ་ད་ད་ལྟ་བྱང་བདག་གི་རིག་པ་དེ་རེད། སྨད་ཁམས་ནས་ཕེབས་པའི་གཉའ་རྒྱུད་གཉའ་རྒྱུད་ཡང་ན་གཉག་རྒྱུད་གཉག་གི་རྒྱུད་པ་ཞིག་དེར་གཉག་རྒྱུད་ཅེས་གཉག་སྟོན་ཞིག་ནས་འདུག་བ་འདི་ཁམས་ནས་ཕེབས་བ་ཆེ། ལྡོག་རྒྱུད་སོགས་ལྡོག་ཞིག་དེ་ཧ་མང་པོ་ར་དར་དང་ལྡོག་རྒྱུད་འོ་འདི་འདྲ་གི་གདུང་རབས་མང་པོ་བྱོས་བ་རེད་ད་ག་ན་བཞིན་ད་ལུང་པ་དེ་རང་ལ་གནས་པའི་ཨ་ནི་གྲོགས་སྡེ་ཆེ། རབ་བྱུང་གི་ཆོས་སྡེ་ཆེ། འོད་ས་ལྷ་ཡི་རྒྱུད་པ་ཟེར་དུས་ད་འདི་འདི་ཡིན་གྱི་རེད། ཁུན་ས་སྐྱ་གི་རྒྱུད་པ་དེ་དེ་བཞིན་རྒྱལ་མོ་ཆེ་བོད་ཀྱི་ལྷ་བཙན་པོའི་གདུང་རྒྱུད་དྲི་མ་མེད་པ་པཱ་ཏིའི་རྒྱུད་སོགས་ཀྱི་རིགས་རྒྱུད་མང་པོའི་ཐུན་མོང་ལས་གྲུབ་པའི་བསྐྲུན་པའི་བཟའ་བཅའ་ཞིག་རེད། ད་ལྟའི་ཁ་བ་ཡ་བར་སྲིད་ན་ཡར་ཀླུང་ཙང་པོའི་གཞུང་རྒྱུད་དུ་ཆགས་པ་ཅུང་སྣང་ཆེ། ཡར་ཀླུང་ཙང་པོ་རི་བྲལ་བས་གཞུང་གི་རྒྱུད་ལ་ཆགས་པ་ཅུང་སྣང། དོག་ཆུ་ཙང་པོའི་རྒྱུད་ལ་ཆགས་པ་དོག་གཞུང།

རྒྱུ་ནི། བལྟས་རྗེས་སྡུག་གི་ཡོད་པ་ཅི། ད་ས་འཇམ་དབྱེ་སྟངས་དེ་གཙང་པོ་ལ་བལྟས་རྗེས་དབྱེ་བའི་སྲོག་ལྟ་རུ་ཞིག་འདུག་ག། ཨོ་ཅི། དང་པོ་དེ་ཡར་ཀླུང་གཙང་པོ་རྒྱུད་ལ་དབྱེ་བའི་ཅུང་ནང་གི་ཚུགས་གཅིག་བྱེད། ལྡོག་ཆུ་གཙང་པོ་རྒྱུད་ལ་དབྱེ་བའི་ལྡོག་གཞུང་ནི་ཡར་བྱེད། མུའུ་ཆུ་གཙང་པོ་མུའུ་ནང་གི་ཚུགས་གཅིག་མ་ནི་ཡར་མུའུ་ཕྱོགས་ལ་ཡར་ཡིན་ཟེར། ར་དཀར་གཙང་པོ་ཟེར་ནི་ཡར་ནི་ཡར་བྱེད་སྟོད་ཁུལ་ནི་མ་ཟང་ཟང་ཕྱོགས་མར་བྱེད་ཅེས་ཨོ་རྒྱུད་ཟེར་དུས་ད་རིམ་པ་བཞི། ས། ཆུ། གཙང་ཆུ་རྒྱུག་ཆུ་ཞིག་གི་བར་ས་དེ་ལ་ཟེར་བ།

རི། སྤང་མེ་འགས་ཀྱི་རིགས་དག་ལ་གཡའ། གཡའ་རིགས་ས་གཡའ། ཨ་ནི། གངས། བྲག་དག་མང་པོ་ཡོད་པར་བྱེད། ཨ་ནི། བར་སྤང་ལྗོངས་ནགས་ཀྱི་དབུས་སུ། བྱ་དང་གཅན་གཟན་མང་པོ་བག་ཕེབས་ཀྱིས་རྒྱུ་བ་གཅན་གཟན་གྱི་རིགས་དེ་བྱེད། རྨེ། རི་དང་ཀླུང་གི་ལྟོ་བ་དག་ཏུ། ལྟོ་བ་ཟེར་ན་དག་གཤོངས་ཟེར། དག་ཏུ། འགྲོ་དྲུག་གཉན་མིའི་ཞིང་ས། འགྲོ་དྲུག་འབྲུ་དྲུག་ད་འབྲུ་དྲུག་ག་རེ་སྐྱེ་གི་ཡོད་ན་མི་ཤེས་ད་མང་ཆེ་ང་རང་ཚོ་ཕྱོགས་ལ་ག་རེ་སྐྱེ་གི་རེད་དཔལ་ཁ་སྐྱེ་གི་རེད་པ། གྲོ་དེ་ཡང་སྐྱེ་གི་ཡོད་བསམ་སོང་གྲོ་བྱེད་ཨ་ནི་འབྲུ་བྱེད། དེ་ནས་ཐུག་ལུ། ལ་བུ། འོ་ཡ། ཞིམ་པ་ག་རེ་སྐྱེ་གི་ཡོད་ན་ད། གཟི་ལས་འདི་འདྲའི་འདྲ་བ་ཅིག་མ་འགྲོ། འོ་དེ་ཚོ་སྐྱེ་གི་ཡོད་རེད་ད་དྲན་ནས་སྐྱེ་གི་ཡོད་མ་རེད། སྔོན་མ་ཞོག་ཁོག་དེ་ཚོ་ཡིན་པ་ཡིན་ན་ལས། སྐབས་རེ་སྐྱེ་གི་ཡོད་ད་དེང་སང་དེ་ཚོ་སྐྱེ་གི་ཡོད་སོགས་ད་རེ་བཞིན་དུ་འོ་དེ་འདྲས་བྱས། ཨ་ནི་ཤིང་གི་ག་ཤེད་ག་ཚང་སོང་བ་ནང་བཞིན་ཤིང་ཏོག་ག་ཤེད་སྐྱེ་གི་ཡོད་ན་གང་ཤེད་མ་ཤེད་དེ་འདྲས་ཡོད་ཀྱི་རེད་ད་དེང་སང་འོ་དེ་འདྲས་ཡོད་བ་ཅིག་འབྲུ། འབྲུ་དྲུག་ཉེ་མི། ཉེ་མ་སྐྱེ་བ་ཚུད་པ་རེད། ཕྱོགས་འཁོར་ཡུག་ཐམས་ཅད་ཡེ་ཤེས་ཀྱི་མཁའ་འགྲོ་མའི་བསྔགས་པ་ལས། ས་པད་མ་འདབ་ཀྱི་ཡུག། གནམ་འཁོར་ལོ་རྩིབས་ཀྱི་ཕུག་པའི་འོག། ཕྱིའི་བཀྲ་ཤིས་རྟགས་བརྒྱད་ཡོད་པའི་ས་བཅད་ཡུག་དགེ་བཅུ་ཚང་བའི་ས་བྱི་མཐའ་མཚམས་ཡང་སྟོད་མངའ་རིས་མཚོ་ཆེན་དང་བྱང་ནག་ཆུ་ཉི་མ་རྫོང། ཞི་བདེའི་ས་ག། སྐྱིད་རོང་དིང་རི་ལྷ་རྩེ་མཐོང་སྨོན་བཅས་དང་ས་འབྲེལ་ཆགས་པའི་རྒྱ་ཤིན་ཏུ་ཆེ་བ་ཞིག་ཡོད་རེད། ཆགས་ཡུལ་གྱི་ཆ་ནས་ཡས་འདི་རེད། སྟོད་མངའ་རིས་མཚོ་ཆེན། ཡག་མཚོ་ཆེན། མཚོ་ཆེན་བཅས་ཀྱི་སྤྱི་བཏང་གི་དུས་སུ་བོར་བ། ཚ་བཅད་ཡ་ནི་མ་བརྩིས་ནི་མ་ཡང་ཡིན་ཟེར་བ་ཚོགས་ཆེན་ཡ་ཡིན་གྱིར་བ་ཚོགས་ཆེན་ཚོར་འུ་ཐུག་བྱས་ཀྱི་འོ་མ་བྱས་ཀྱི་ནག་རིང་གི་ཁོང་ཏོག་གིས། ད་དེ་ནི་ཡ་ནག་ཆུ་ཉི་མ་རྫོང་སའི་ཡ་དང་ཨ་ནི་ཤི་ཚད་ས་ག་སྐྱིད་རོང་དིང་རི་ལྷར་རྩེ། ཐོང་མོན། འོ་ཞེས་ཐོང་མོན་ཟེར་གྱི་རེད་འོ་ཐུག་བྱས། ཡུལ་ལུང་དེ་དག་གི་མིང་ཇི་ལྟར་ཐོགས་ཚུལ་གྱི་མཐའ་གནད་ཆོས་འབྱུང་ལོ་རྒྱུས་དེབ་ཐེར་སོགས་སུ་འཁོད་པ་མིན་ན་ཡང་ས་གཞིའི་གནས་བབ་དང་ཡུལ་གྱི་བཀོད་པ་སོགས་ནས་རགས་ཙམ་རྟོགས་ནུས་ལ་མཐོང་ན་ཡིད་འཕྲོག་ཅིང་བསམ་ན་ངོ་མཚར་གྱི་སྣོད་བཅུད་ཀྱི་བཀོད་པ་རབ་དག་སྙན་ངག་གི་བསྟོད་པ་ཙམ་མ་ཡིན་པར་དུས་སྣང་དུ་མཛེས་པ་ལྷམ་མེར་གསལ་ཞིང་ལྷང་ངེར་གྲགས་པ་ཐུན་མོང་མ་ཡིན་པ་ཞིག་གོ། བྱས་ཙང་གི་ད་སྣོད་བཅུད་ཆགས་སྟངས་དེ་ཇི་མ་ཇི་བཞིན་ག་འདྲ་མཐོང་མིན་ཡང་མི་ཤེས་ཏེ་གང་ལྟར་རེད་དེ་སྙན་ངག་གི་འུར་རྒྱབ་སྐྱོར་དེ་འདྲ་མིན་པར་ཡག་པོ་ཡུལ་ཐ་ག་འདྲ་ཞིག་འདུག་གསུང་དགོས་པ་རེད་ད། སྔགས་འདི་འགྲེལ་གྱིས་བཅད། དེས་ན་ངམ་རིང་རྫོང་གི་སྣོད་བཅུད་ཀྱི་བཀོད་པ་ཅི་རིགས་བསྟན་པ་ལས་ཡུལ་ཅན་བཞིའི་སྐོར་ཅུང་ཙམ་བཤད་པ་ལྟ་ཡི་ངམ་རིང་རྫོང་གི་སྣོད་བཅུད་ཀྱི་བཀོད་པ་གལ་ཆེ་ཤོས་དེ་ཡུལ་ཅན་བཞི་དེ་རེད། ཡུལ་ཅན་བཞི་གི་ནང་ནས་ཅུང་སྣང་ཆེ་མུན་སྣང་ཆེ་དོག་ཞུམ་ཆེ་ཟང་ཟང། ཨོ་ད། དེ་བཞི་ལ་ཡང་དེ་བཞི་གི་གྲུབ་ཆ་དེ་ནི་ཨ་ནི་ངམ་རིང་ཟེར་ཏེ་གྲུབ་ཀྱི་ཡོད་རེད་ད་ང་ཚོ་ས་མཚམས་མཁས་ཤོས་ཟེར་ན། ཡག་བྱས་ན་ཅུང་སྣང་དེ་ཡར་ཀླུང་གཙང་པོ་གཞུང་རྒྱུད་ལས་ཆེ། མུན་གྱི་ཆ་ནས། མུས་རྒྱུ་གཙང་པོ་ཟེར་མུས་ནག་ཆེ་དེ་ནི་དོག་གཞུང་ཟེར་འདོག་ལོ་གཙང་པོ་རྒྱུད་ཅེས་གཅིག་བཤད་ཀྱི་འདུག་ད་དེ་ཡིན་དུས་ཡ་ད་ལྟ་དེ་ག་རེ་རེད། རག་ག་རེ་བེད་རག་རྒྱུ་གཙང་པོ་བྱས་བྱས་བཞི་ཨོ་ད་དེ་བཞི་ལ་གྲུབ་བས་ཡིན་ན་ཨ་ནི་ག་རེ་བྱས་པ་རེད་ང་མི་ཟེར་གྱི་ད་དོག་དོག་ཅིག་བསྟན་ཞོག་ཟེར་ན་དེང་སང་གི་མ་སོང་ན་ཨོ་དེ་བྱས་ཨོ་དེ་ཅིག་བྱས། དེ་འདྲ་ཅིག་རེད་ཤག་ད་དེ་དུས་ས་ཆ་གི་ཆ་ནས་ཅུང་ནང་ཟིག་དེ་ད་ད་ཀྱི་ཡ་ནི་མ་ཅུང་ནང་གི་དེ་རེད་ས་ཆ་བཞི་གི་ནང་ནས་ད་ཞིམ་པ་རེ་རེ་གི་ནང་ལ་དང་པོ། གངས་ལྗོངས་དབུས་གཙང་འདི་ཞིང་ཁྲི་སྐོར་བཅུ་གསུམ་དུ་དབྱེ་བའི་ལ་སྟོད་བྱང་ཁྲི་སྐོར་གྱི་ལྟེ་གནས་ངབ་རིང་རྫོང་གི་ལྷོ་རྒྱུད། ད་ཁྲི་སྐོར་བཅུ་གསུམ་གི་ནང་ནས་སོག་པོ་གི་དབང་བསྒྱུར་གཞི་གྲངས་དེ་རེད་པ་ཁྲི་སྐོར་བཅུ་གསུམ་གི་ནང་ནས་གཅིག་དེ་ག་རེ་བྱ་གི་ཡོད་རེད་ཟེར་དུས། བྱང། ལ་སྟོད་བྱང། ཁྲི་སྐོར་དེ་གི་ནང་ལོགས་ནི། ངམ་རིང་གི་ལྷོ་རྒྱུད་དེ་ལ་ཡང་བྲག་ཆེན་ཆུ་བོ་རྟ་མཆོག་ཁ་འབབ། ཡར་ཆབ་གཙང་པོ་སྟེ་ཡོངས་གྲགས་སུ་ཡར་ལུང་གཙང་པོར་གྲགས་པས་གངས་ཅན་གྱི་མ་ཡུམ་གཙང་པོའི་རྒྱང་གྲགས་སྟོང་ལ་སྲིད་དུ་བསྐྱངས་པའི་དགའ་སྐྱིད་ནང་མ་དེའི་ཡར་ཆབ་ཆུ་གཏེར་ཐིག་ལེའི་ཆས་པས། ཅུང་བ་སྟོད་སྨད་དུ་དབྱེ་བ་དེ་དག་གི་གཡས་གཡོན་དུ་གནའ་སྔ་མོ་ནས་འཚོ་ཞིང་གནས་པའི་རིགས་རྒྱུད་རུས་གཙོ་ཅུང་ངམ་ཅུང་དུ་གྲགས་པ་ཞིག་ཆགས་པས། འོ་ད་འོ་ན། ད། ཡར་ཀླུང་གཙང་པོ་དེ་དེ་སྙན་ངག་དེ་དུ་དབྱེ་ཤག་ག་ད་ཡག་ཆ་བའི་ཡར་ཀླུང་གཙང་པོ་གི་དག་དབྱེ་ཡོད་དོ་ལ་ཡག་ག་རེ་ཡོག་རེད་ཟེར་ན། འོ་དེ་གི་ཐོས་དེ་ལ་ཡག། སྤྱི་བཏང་གི་ཅུང་པ་དེ་ལ་ལྟོས་དང་སྨད་ཟེར་གྱི་ཡོད་ས་རེད་ད་རྣམ་པ་ཚོ་ཅུང་ནང་ཆོག་ནས་ཡིན་གི་ཅུང་པ་རྣམ་པ་ཚོ་མཁྱེན་གི་རུ་བ་དབྱེ་བ་དེ་དག་གི་དབྱེ་ཡོད་འདུག་གནའ་སྔ་མོ་ནས་འཚོ་ཞིང་གནས་པའི་རིགས་རྒྱུད་རུས་ཚོ་ཅུང་ངམ་ཅུང་དུ་གྲགས་པ་ཅིག་ཡག་རེད་འོ་ཅུང་ངམ་ཅུང་ཟེར་དེ་བཅའ་ཞིབ་ཅུང་དང་ཡང་མེད་ན་ག་འོག་བཅའ་ཞིབ་ཅུང་ཟེར། རིགས་མི་འདྲ་གཉིས་འདུག་ཐ་སྙད། ཀ་ཆ། དག་ཆ། ཨོ་དེ་འདྲའི་གྲགས་པ་གི། རུས། རུས་ཀྱི་བྱས་ཙང་ང་ཚོ་ཅུང་པ་ཟེར་དེ་རུས་ཀྱི་མིང་ཅིག་རེད་འདུག་བ། ང་ཚོ་ཕྱོགས་ལས་འབྲོག་ཚོ་ཟེར་ཞོར་འབྲོག་དེ་ཡང་བྱས་ཙང་རུས་ཀྱི་མིང་རེད་འདུག་བ། བྱས་ཙང་ཀ་ད་ལྟ་དེའི་ནང་ལོགས་ལས། རུས། དེ་ག་རེ་རེད་ཅུང་ཟེར་ཅུང་ནང་ཟེར་དང་ཅུང་པ་ཟེར་དེ་ག་ལ་བརྟེན་ནས་ཆགས་ཀྱི་ཡོད་རེད་ཟེར་ན། མི་ལ་བརྟེན་ནས་ཆགས་ཀྱི་ཡོད་མ་རེད་མི་ཟེར་ག་ཟེར། ཡུལ་ལ་བརྟེན་ནས་འོ་ན་ག་ལ་བརྟེན་ནས་ཆགས་ཀྱི་ཡོད་རེད་ཟེར་ན། རུས་ཅིག་ལ་ཡང། རུས་མིང་དེས་རེད་པ། ཡུལ་མིང་རུས་མིང་དེ་ས་ལ་འཇགས་པ་ཞིག་ངེས་སོ། འོ་ད་ཅུང་ནང་ཟེར་ཏེ། རུས་མིང་དེ་ས་ལ་འཆར་བ་ཅིག་རེད། ད་ལྟའི་ཆར་ཅུང་ཞེས་པའི་མིང་གི་བྱུང་རབས་བཤད་སྒྲོས་ཙམ་ཡང་མེད་ལ་ཆོས་འབྱུང་རྣམ་ཐར་སོགས་སུ་འཁོད་པ་ཡང་མ་མཐོང་བས། ད་ལྟ་ད་ཅག་ཞབས་ཀྱིས་ཅུང་ཟད་དེ་ག་ས་ག་ལ་འཚལ་ནས་ཆོས་འབྱུང་དག་དེ་འདྲའི་བྱུང་རབས་བཤད་མ་འདུག་ཟེར་མིང་དེ་ག་འདྲ་བྱུང་མེད་ཅིར་བོད་ཀྱི་ཡུལ་གྲུ་ཀུན་དང་འདྲ་བར་གནའ་བོའི་གནའ་སྔ་མོའི་སྐབས་ཚོ་པ་རང་རང་གི་འཚོ་སྡོད་བྱེད་སའི་ཡུལ་ལུང་གི་མིང་ལ་རུས་རྒྱུད་ཀྱི་མིང་འདོགས་སྲོལ་ཡོད་པ་ལྟར་ལ་སྟོད་བྱང་གི་ཅུང་ངམ་ཅུང་ཞེས་པའི་མིང་གི་བྱུང་ཚུལ་ཡང་དེ་ལྟར་དུ་ཡིན་པའོ། ཞེས་བཞེད། ད་ཡིག་ཚགས་ཀྱི་ཆ་འདི་གོང་རང་གི་ཚོད་དཔག་གྲོགས་ཅིག་ཡིན་ས་རེད། ཚོད་དཔག་དེ་ག་ལ་དེར་ཚོད་དཔག་གསུང་གི་ཡར་སྲིད་དུ་སྐྱིད་ཐང་གི་བོད་ཀྱི་ཡུལ་ཆགས་ས་དེ་ལ་ཡང་ཡུལ་གྱི་མིང་བཏགས་དུས་རུས་ག་བ་ཆགས་ས་གི་མིང་དེ་ལ་ཡང་ཡུལ་མིང་ང་ཚོ་ཆོལ་འགྲོ་ཚོ་ཟེར་གྱི་ཡོད་རེད་ཟེར་གྱི་རེད་བྱས་ཙང། འགྲོ་དོ་ཟེར་ཏེ་ག་རེ་བྱ་ཡོག་ཟེར་དུས་རུས་ཀྱི་སྟེང་ནས་བྱ་ཡོག་རེད་ཟེར་གི་འགྲོ་ཟེར་དུས་རུས་ཁྱད་ཚོགས་ཟེར་དུས་རུས་ཀྱི་རྒྱུས་པ་ཚོ་ཁག་ཅིག་ནས་ཟེར་དེ་ལ་ཡ་ཨ་ནི་ག་རེ་བྱ་ཡོག་པར་ཟེར་དུས་རུས་མིང་རུས་འགྲོ་དོ་ཟེར་ཆག་རེད་ཟེར་བཤད་ན་འགྲིག་ཡོག་ར་བྱས་ད་ཅུང་བ་ཟེར་ཏེ་ཅུང་ནང་ཟེར་བྱས་དོ་བྱས་ད་འདི་ག་རེ་བྱ་ཡོག་པར་ཟེར་དུས། རུས་ལས་བརྟེན་ནས་ཆགས་པ་ཅིག་ཡིན་ས་རེད་སྐར་ཚེ་ཡིས་བོད་ཀྱི་ཡུལ། བོད་སྤྱི་གི་ཡུལ་མིང་དག་ཐོག་ཐང་གི་མང་པོ་ཅིག་རུས་ལས་བརྟེན་ནས་ཐག་ཡོང་དུས། ནད་ད་འདི་ཆགས་ཀྱི་འདུག་གསུང་གི་ས་རེད་ཁོང་ཡང་དེ་རེད་ད་ཚོད་དཔག་རང་བཞིན་གྱི་དེ་རེད། ད་འོ་ན་ཅུང་ནང་ཕུག་ནས་བཞུར་བའི་ཡར་ཀླུང་གཙང་པོའི་ཆུ་ཀླུང་ནས་འབབ་ཤུགས་ཆེ་ལ། ཆུ་རོང་དོག་པའི་གཙང་པོའི་མཐའ་སྐོར་དུ་གཞི་རྒྱ་ཆེ་བའི་གྲམ་པ་དང། བྱེ་ཐང་ཉུང་ཞིང་གཡང་རོང་རྫ་རོང་མང་བའི་རང་བྱུང་ས་གཤིས་ཀྱི་ཁྱད་ཆོས་ཤིག་གྲུབ་ཡོད་པ་རེད། ད་ཆུ་ཀླུང་ཆེན་པོ་ཡོད་པ་རང་ལོ་ད་དེ་ནི་མ་ངོ་མ། གྲུབ་ཆེན་ཐང་སྟོང་རྒྱལ་པོ་གི་རྣམ་ཐར་ནང་ལ། ཁོང་རང་ཟམ་པ་ཟོས་ཀྱི་ཅིག་ང་ཚོ་ཀུན་སློང་ཐོག་མ་གཅིག་དེ་སྐབས་དེ་དུས་ཁོང་ཡ་ག་ཅུང་ཆུང་གང་ལས་སྐུ་ཟླ་ཆུང་བའི་སྐབས་དེ་ལ་ཡ་ནི་ང་ཚོ་གི་ག་ས་རུ་བོད་པ་བུ་མོ་ཅིག་ཡིན་པ་ཡོད་དེ་འདྲ་ཞིག་བོང་གུ་ལས་བོང་གུ་དེ་ལྕགས་ལ་བཀག་རྗེས་ཨ་ནི་བ་གཙང་པོ་ལ་བཀག་སྟེ་བོང་གུ་ཁྱེར་བ་དེ་འདྲ་ཞིག་རེད་ཟེར་ད་ཡར་ཀླུང་གཙང་པོ་ཡིན་ན་ག་རེ་ཡིན་ན་དེ་དེ་འདྲ་ཞིག་ཡིན་སྲིད་འོ་འདུག་བྱས། ཡར་ཀླུང་ཙམ་པོས་རྟ་དེ་བཅད་ཡར་ཀླུང་ཙམ་པོའི་མགོ་ཁུངས་ནས་ནུབ་རྒྱུད་མངའ་རིས་ནས་རིམ་བཞིན་ཅུང་ནང་གི་རི་བོ་ཆེ་དང་དོ་བའི་རྒྱུད། གལ་ཁ་ལྷོ་ཕྱོགས་ཀྱི་བ་སྦུག་རོང་ནས་གཙང་གཞུང་ཤར་ཕྱོགས་སུ་རྒྱུ་བ་ཞིག་རེད་ཟེར་བ་བྱས་ད་ལྟ་ཡར་ཀླུང་ཙམ་པོ་དེ་གཙོ་བོའི་དེ་ཡར་ནི་མངའ་རིས་ཕྱོགས་ནི་མ་བབས། ཨ་ད་ཆུ་ཚན་ཞིག་རྟ་མཆོག་ཁ་བབས་མངའ་རིས་བབས་མ་མངའ་ལྕགས་ཁ་བབས་ཞེས་བརྗོད། འོ་དེའི་ཞོལ་གྱི་ཡར་ནི་མ་བབས་བྱས་ག་རེ་ཡོད་ཟེར་ན་རིམ་བཞིན་ཅུང་ནང་གི་རི་བོ་ཆེ་ཆེ། རི་བོ་ཆེ་བཅས་བཅས་ཨ་ནི་རྡོ་བེད། བྱས། སརྦ་བཏགས་མའོ་བདག་ནི་རྡོ་བེད་རྡོ་བེད་ཆུའི་ཞིག་རོ་དེང་སང་ཡིན་ན། མའོ་བདག་ནར་རྡོ་སརྦ་བཏགས་པ་ནི་རྡོ་བེད་བཅས་ཨ་ནི་གད་གག་གི་ལྷོ། གད་གག་ལྷོ་ཕྱོགས་ཀྱི། གད་གག་གི་ནི་ཕག་རོག་བཏགས་པའི་ལྷོ་ཕྱོགས་ར་བ་བུག། བར་བུག་ཟེར་བར་ར་བ་བ་བུག་ཟེར་རེད་ང་ཚོ་གི་བ་བུག་ལག་གི་ཡོད་རེད་མ་དེ་ལ་ཕག་ཞིག་ཕུག་ག་བུག་བར་བུག། རོང་ནས་གཙང་གཞུང་ཤར་ཕྱོགས་སུ་རྒྱུ་བ་ཅིག་ཡིན། ཅུང་རང་ནི་ད་ལྟའི་ངམ་རིང་རྫོང་གི་རེའུ་ཆེ་དང་རྡོ་སྦེ་ཤང་གཉིས་ཀྱི་དབུས་སུ་རྒྱུ་བའི་ཡར་ཀླུང་གཙང་པོའི་ལྷོ་བྱང་གཉིས་སུ་གྱེས་པའི་ཡུལ་ལུང་དག་ལ་བྱོལ་གྱི་ཡོད་རེད་བྱས་ཙང་ད་ཅུང་རང་སའི་ཡར་ཀླུང་གཙང་པོ། རྡོ་སྦེ་དང་དེ་གཉིས་ཀྱི་གཡས་གཡོན་དེ་བཅས། དེ་དག་གི་ས་ཁོངས་ནི་ངམ་རིང་རྫོང་གི་རེའུ་ཆེ་དང་རྡོ་སྦེ་གཉིས་ཚུད་པའི་ས་ཁོངས་ཡོངས་རྫོགས་དང། ད་འོ་ན་ཅུང་འབའ་ཟས་དེ་ང་ཚོས་ཡིན་ཚིག་ཟངས་ཡིན་ན་ཅུང་འབའ་ཟས་དེ་སུ་ལ་ཟེར་དགོས་རེད་ཡང་ན་ཅུང་རང་ཟས་དེ་རེའུ་ཆེ་དང་རྡོ་སྦེ་གཉིས་དོགས་པ་དེ་ལ་ཡང་བྱུང་ན། དེ་བཞིན་ས་མཚམས་སུ་གནས་པའི་ལྷ་རྩེ་དང་དིང་རི་ས་ག་སྐྱིད་རོང་ལ་སོགས་པའི། རྫོང་གཞན་གྱི་ས་ཆ་ཡང་ཚུད་ཡོད་རེད་བྱུང་ན་འགའ་ཞིག་དེ་འདྲ་ཡོད་ས་རེད། ཡུལ་འདིའི་སྟོད། དཀྱུས་ལ་ཅུང་སྟོད། རྒྱལ་ཐང་དཀར་པོ་ཞེས་གྲགས་པ་དང། དེ་ད་ག་ས་སྟོད་དང་སྨད་བྱས་ཏེ་ཅུང་སྟོད་རྒྱལ་ཐང་དཀར་པོ་ཟེར་ཅིག་ས་ཆ་གཅིག་བྱས། སྨད་དཀྱུས་ལ་ག་རེ་ཆགས་བསྡད་ཀྱི་ཡོད་རེད་ཟེར་དུས། ལྕུག་མས། འོ་བ་ལྷ་རྩེ་ཟེར་ཏེ་འོ་བ་ལྷ་རྩེ་ཟེར་ཏེ་གྲུ་ཆེན་ཐང་སྟོང་རྒྱལ་པོ་དྲུང་ས་ཀྱི་ས་ཞེས་བྱ། ཡུལ་ལུང་གཅིག་ལ་སྟོད་སྨད་གཉིས་སུ་ཕྱེས་ཞེས་བྱ་བའི་འོ་ད་དེ་ག་ཚོད་ཅུང་ཟད་ཀྱི་བརྒྱུད་པ་དེ་གི་བྱུང་རབས་འདི་རེད་ད་གཙང་གི་ཅུང་བག་ཟེར་ཏེ་ཅི་བྱེད། ཡུལ་གྱི་སྟོད་སྨད་དུ་གནས་པའི་རི་དེ་གཉིས་ནི་སྲིད་པ་འཇིག་རྟེན། ཆགས་དུས་ནས་ཡོད་པའི་གངས་རི་ངོས་འཛིན་བྱེད་ཅིང་སྟོད་སྨད་གཉིས་གངས་བུ་ལས་དང་དེ་ཡིན་གྱི་རེད་དེ་གཉིས་ལས་རི་མཐུག་པོ་གནམ་གྱི་ཀ་བ་ཡོད་ཅེས་དང་ས་བརྩེགས་ཀྱི་ལུང་དཔའ་ཕྱོགས་སུ་ས་བརྩེགས་ཀྱི་ལུང་བ་ཕྱོགས་སུ་གྱེས། དཀྱིལ་འཁོར་ལོ་རྩིབས་ཀྱི་ཕུག་པ་དགྲ་ཞལ་དང་ཐང་ཆེན་པོའི་དཀྱིལ་ན་རི་ཆུང་ཉག་ཞེས་ལུང་གིས་བསྔགས་པའི་རི་ཆེན་དེ་དག་གི་དཀར་ཕྱོགས་སྐྱོང་བ་རྣམས་ཀྱི་ཆོས་ཕྱོགས་སྐྱོང་དང། ཞིང་སྐྱོང་གི། ཞིང་སྐྱོང་གི་ཚུལ་དུ་ཀུན་ནས་མཐོ་ཞིང་གྲགས་པའི་ཟོལ་གྱིས་འགྱིང་བར་གནས་སོ། ད་རིས་དགོན་གྱི་དེ་བྱས་བྱས། ཅུང་ནང་རྒྱུད་ཀྱི་ཁོར་ཡུག་རྣམས་ནི་རིན་ཆེན་སྣ་ཚོགས་ཀྱི་བྱེ་མ་འདམ་དུ་བྱས་ཏེ་ཟ་མེད་བུའི་རྫུ་འཕྲུལ་གྱི་སྤོ་ཐོར་བརྩིགས་པ་ལྟ་བུའི་བཙན་རྫོང་དགོན་གཞུག་ཕྱོགས་དང་ཕྱོགས་མཚམས་སུ་གནས་པ་ངོ་མཚར་བ་ཤ་སྟག་ཏུ་མཐོང། ད་དེ་དུས་བཙན་རྫོང་དེ་འདྲ་ཡོད་ས་རེད་བ། Fort Sikrapa བཙན་རྫོང་འོ་དེ་འདྲའི་ད་བའི་དམ་པ་བརྫིས་ཅེས་གར་སོ་འདམ་དུ་བྱས་དེ་འདྲའི་སྣ་ཚོགས་ཀྱི་འདམ་དུ་བྱས་པ་རིན་པོ་ཆེ་སྣ་ཚོགས་འདམ་དུ་སྙན་ངག་རྒྱག་སྟངས་ཀྱི་རོ་ཇི་ལྟར་གྱིས་འོ་དེ་ག་ད་དེ་འདྲའི་ཐོ་ལ་བརྩིགས་པའི་བཙན་རྫོང་དེ་འདྲ་དང་དགོན་གཞུག་དེ་འདྲ་མང་པོ། འདུག། ལྕུག་མའི་འོ་བ་ལ་རྗེ་རིན་ཆེན་གདིང་ནི་སྲིད་གསུམ་སྐད་ཀྱི་མཆོད་པས་གྲུབ་ཆེན་ཐང་སྟོང་རྒྱལ་པོའི་འཁྲུངས་ཡུལ་རེད། འོ་བ་ལྷ་རྫས། ད་རིན་ཆེན་གདིང། ལྕུག་རིན་ཆེན་གདིང། ད་འོ་ན་ལྕུག་འདོད་རི་བོ་ཆེ་ནི་གྲུབ་ཆེན་གྱི་གདན་ས་བྱས། ལྕུག་གི་ནང་ནས་སྟོད་སྨད་གཉིས་ནང་ནས་ལྕུག་གི་སྟོད་རི་བོ་ཆེ་ནི་གྲུབ་ཆེན་ཐང་སྟོང་རྒྱལ་པོའི་གདན་ས་བྱས། ཁྱད་པར་གྲུབ་ཆེན་ཉིད་ཀྱི་ངོ་མཚར་འཕྲུལ་གྱིས་བཞེངས་པའི་རི་བོ་ཆེ་མཆོད་རྟེན་དང། ད་ག་ས་ངས་དེའི་ནང་ལ། དེའི་ནང་ལ་རི་བོ་ཆེ་མཆོད་བསྟོད་དང་དེ་ཚོ་ག་ལུགས་ག་ལུགས་བཀོད་དགོས་བསམས་སོང་ད་རྗེས་ལ་ང་ལྟ་བཀོད་ཤེས་མེད་ཞིག་ལྟ་གི་ཡིན་ད་ལྟ་དེ། ཡག་པོ་ཤེས་གི་མི་འདུག་དེ། ག་ས། བརྙན་ཐུང་བཟོས་དུས། འོ་གཅིག་བྱས། ད། མཆོད་རྟེན་དང་ཕོ་བྲང་འཛམ་གླིང་གི་བྱིན་རླབས་གཟི་བྱིན་འཛམ་གླིང་རྒྱན་གྱིས་ས། བྱིན་རླབས་གཟི་བྱིན་ཕྱོགས་བཅུར་འཕྲོ་བ་ལྟར་གྱི་ཤེས་རིག་གི་ངོ་མཚར་དཔྱིད་ཀྱི་དཔལ་ལ་འགྲན་པ་དང་འདྲ་བར་གནས་ཡོད་རེད། འོ། གང་ལྟར་ད་ལྟ་ཡག་གོ་དེ་ཅི་ཞེས་ཤི་སོང་ང། འོ། ད་དེའི་ནང་ལས་ད་ལྟ་ཅི་ག་རེ་ཟེར་ཟིན་ན། འོ། ཁྱད་པར་གྲུབ་ཆེན་ཉིད་ཀྱི། ངོ་མཚར་ཁྲུས་ཀྱི་ཤིང་བུའི་རི་བོ་ཆེ་མཆོད་རྟེན་དང་ཕོ་བྲང་བྱིན་རླབས་འོ་ད་དེ་འདྲའི་མང་པོ་ཅིག་ཡོད་རེད་ཅིག་བྱས། བོད་སིལ་བུའི་སྐབས་བཅུག་ནང་དེ་ནི་བོད་བཙན་པོའི་གདུང་རབས་ཕྱི་མ་འཕེལ་བའི་གནས་གཙོ་བོ་ཞིག་རེད་འོ་ད་བཅུག་ནང་དེ་མཐོང་ཆུང་རྩ་བ་ཅན་གྱིས་བྱས་མེད་པ་ཅི་རེད་བཅུག་ནང་དེ་ལ་ལྟོས་མེད་གཉིས་བྱས་བོད་སིལ་བུ་འཐོར་པའི་སྐབས་དེ་ལ་བོད་སིལ་བུ་འཐོར་དུས་ད་ནི་ལྟ་དེ་ང་ཚོ་བོད་སིལ་བུ་འཐོར་དུས་སྤུ་གུ་གཉིས་བྱུང་ཟིག་ཡོད་རེད་ཡུམ་བདེན་དང་འོད་སྲུང་གཉིས་ཅིག་བྱས་རྗེས་འོད་སྲུང་གི་རྒྱུད་པ་དེ་ཡག་ཅིག་བྱས་རྗེས་དེ་བྱས་པར་བྱས་ཙང་བང་སོ་མང་པོ་ཞིག་ལྷ་དེ་ནས་དུག་ཆགས་རྗེས་བྱས་ཙང་གི་ད་གི་ཡ་ནི་མ་གྲོངས་ག་ཟེ་ཟེ་གོ་རེད་སྟག་ཚང་ལོ་ཙཱ་བ་ཁོང་རྣམ་པ་རྒྱ་གར་ལས་བཏང་སྟེ་བཙན་པོའི་དུས་འགྲོ་དུས་ལྷ་དེ་ལ་ཆགས་རྗེས་དེ་ལ་ལྷ་དེ་བཙོང་ཟེ་རོ་ཨ་ནི་བོད་ཀྱི་བང་སོ་བཙན་པོའི་བང་སོ་ཡོད་རེད་ཟེ་ཞེས་ལྷ་དེ་ལ། ཨོ་དེ་གཅིག་པར་བ་ཞེས་ཙང་ཁ་བཅུག་ན་དེ་བོད་བཙན་པོའི་ཨ་ནི་གདུང་རབས་ཕྱི་མ་འཕེལ་བའི་ཨ་ནི་གནས་གཙོ་བོ་གདུང་རབས་ཕྱི་མ་ད་ག་ཤེད་མངའ་རིས་ལ་འཕེལ་བ་དེ་འདྲ་ཡོད་རྣལ་འབྱོར་གྱི་དབང་ཕྱུག་ཆེན་པོ་རྗེ་བཙུན་མི་ལ་རས་པའི་ཕ་མེས་ཀྱི་ཡུལ་ཨོ་ད་དེ་འདྲ་བ་ཁ་སང་ང་ཚོ་རྣམ་རྗེ་བཙུན་མི་ལ་རས་པའི་རྣམ་ཐར་ནང་ལ་རྗེ་བཙུན་མི་ལ་རས་པའི་ཕ་མེས་ཀྱི་ཤོ་རྐྱང་རྐྱང་ཀྱི་སྐྱེ་རོ་ཞེས་སྔགས་འཆང་གི་ཡུལ་བ་རེད་དོ་ཡིན་ན་ཤོ་རྐྱང་ཀྱི་ཕ་ཡུལ་ཞེས་བར་བྱས་ཨ་ནི་བ་ད་མང་ཡུལ་གྱི་རོང་ལི་བ་ང་ཚོ་ཡིན་ན་རྒྱ་བཙུན་གནས་སྤོས་ཀྱི་ཕས་རོ་བ། མཁས་ཤིང་གྲུབ་པའི་དབང་ཕྱུག་རྒྱུ་སྐར་གྱི་ཕྲེང་བ་ལྟར་བྱོན་པའི་གནས་རྙིང། ལ་སྟོད་ཀྱི་གདུང་རྒྱུད་ཀྱི་འབྱུང་ཁུངས་དང་གནས་རྙིང་ལ་སྟོད་ཀྱི་གདུང་རྒྱུད་འབྱུང་ཁམས་དེ་འདྲ་ཞིག་ཏུ། གཏེར་སྟོན་ཐམས་ཅད་ཀྱི་ཐོག་མ་བྱོན་སའི་གནས་གཏེར་སྟོན་ཐམས་ཅད་ཐོག་མ་བྱོན་ས་ཀྱི་གནས་ཅིག་བྱས། ད་དེ་གཏེར་སྟོན་ཐམས་ཅད་ཀྱི་ཐོག་མ་བྱོན་ས་ཀྱི་གནས་ཟེར་དུས། རིག་འཛིན་རྒོད་ཀྱི་གཏེར་འབྲུ་ཡིན་ན་ཇི་མ་ཇི་བཞིན་མ་ཤེས་ཁོང་འཁྲུངས་ཡུལ་ཡག་ཡིན་བསམས་སོ། ད་ཇི་མ་ཇི་བཞིན་མི་ཤེས། བོད་ཀྱི་ལྷ་མོའི་སོགས་ཀྱི་གྲུབ་ཆེན་ཨ་ལ་གྲུབ་ཆེན་ཐང་སྟོང་རྒྱལ་པོ་ལ་ཞུ་དགོས་ཟེར། གྲུབ་ཆེན་ཐང་སྟོང་རྒྱལ་པོའི་འཁྲུངས་ཡུལ་སོགས་ཡིན་པའི་སྣོད་བཅུད་ངོ་མཚར་གཏམ་རྒྱུད་ཀྱིས་ཡོངས་སུ་བརྒྱན་པ་ཅིག་བྱས། བྱུང་ན་ཟེར་དེ་འདྲ་དེ་འདྲ་ཡོད་རེད། ཕྱིས་སྙོད་ཀྱི་ངོ་མཚར་གནས་མཆོག་གངས་བུ་ལས་ཟེར་ད་གངས་ཀྱི་དལ་ནི་དེ་རེད། རྒྱལ་ཐང་དཀར་པོ་ཨོ་བ་ལྷ་རྫས། ཀུན་གཟིགས་རི་ལ་སྟོད་རྒྱལ་གྱི་ཤེས་རིག་སོགས་བརྗིད་ཆགས་ཇི་འགར་གནས་ཤིང་ཉམས་དགའ་ཡིད་འོང་ལྡན་པའི་ཨ་ནི། གངས་དཀར་རི་བོའི་སྣ་ཚོགས་དེ་འདྲ་མང་པོ་ཡོད་རེད་ད་དེ་རེད། བསམ་གཏན་གྱི་སྒྲུབ་གནས་བགྲང་གིས་མི་ལང་བ་མཆིས་པས་ད་འདིའི་ཆར་ཡང་ཕྱོགས་དང་ཕྱོགས་མཚམས་ཀུན་ནས་ཡོང་བའི་སྐྱེ་བོ་ཚོས་ས་ཚོགས་ཀྱི་རི་བོ་ཆེའི་མཆོད་རྟེན་དང་རི་བོ་ཆེའི་ལྕགས་ཟམ་སོགས་ལ་གནས་བཅའ་ཞུ་བར་བགྲང་གིས་མི་ལང་བ་དེ་འདྲ་མང་མང་པོ། གནས་བཅའ་ཞུ་འགག་དང་དེ་འདྲ་ཡོང་གིས་པའི་མི་ཚེ་རིང་མང་པོ་ཡོད་བསྡད་པ་རེད། ཅེས་བརྗེད། འོ་ད་འདི་ག་རེ་རེད་ཟེར་ན། འབྲུག་ཆེན་ཐང་སྟོང་རྒྱལ་པོ་གིས། དེ། འཁྲུངས་ཡུལ། དེ་དུ་བ་བྱས་ཙང་ཅུང་དེ་ལ་ཡང། ལྟོས་དང་སྨྲས་ཡོད་པ། འོ་དེའི་ནང་ནས་རུས་ཡིན་པ་ཅུང་གི་བརྒྱུད་པ་དེ་དག་ག་འདྲ་མཁྱེན་དགོས་ཡི་དེ་རེད། ཨ་རུས་ཡོད་པ་ཨ་འདིའི་ནང་ལོགས་ལས་གནས་དེ་གང་པོ་ལས་ད་དེ་ཚོ་ང་ཚོ་ཁྱེད་འགྲོ་འགྲོ་ཞུགས་མ་ཆེ་འདི་ནང་འཁྲུངས་འཁྲུངས་བསྡད་དུས་སུ་ཁྱེད་འགར་ད་འདིའི་ནང་ནས་གཅིག་འདི་ག་ད་དུང་ག་རེ་ཡོད་དུས་ཨ་ནི་རི་འདྲ་མིན་སྣ་ཚོགས་ཡོད་པ་ཨ་ནི་བོད་སིལ་བུའི་དུས་སྐབས་ཀྱི་བཙན་པོའི་རྒྱུད་པ་གང་ལ་ག་ཚོད་གནས་པ་འདི་རེད་གནས་དེར་གྲགས་ཅན་གྱི་སྐྱེས་བུ་དམ་པ་བྱོན་ཚུལ་ནི་གཏེར་སྟོན་ཐམས་ཅད་ཀྱི་ཐོག་མ་སངས་རྒྱས་བླ་མ་ཟེར་གྱི་འདུག་བྱས་ཙང་གཏེར་སྟོན་ཐམས་ཅད་ཀྱི་ཐོག་མ་སངས་རྒྱས་བླ་མ་ད་ག་ས་ནས་ངོ་དེབ་ནང་དུ་བྲིས་དུས་འོ་དེ་འདྲ་གསུངས་སོང། རྗེ་དུས་གསུམ་མཁྱེན་པའི་བླ་མ་གཏེར་སྟོན་བཟང་རི་རས་པ་ཟེ་ཞེས་འོ་དེ་དེའོ་དུ་བ་དག་བྱུང་སྣང་ནང་ལོག་ལས་འོ་དེ་འདྲེ་དུ་རྔོག་ལོ་ཆེན་པོའི་ཐུགས་སྲས་གྲོ་ལུང་བ་བློ་གྲོས་བྱུང་ནས་རྔོག་ལོ་ཙཱ་བ་ཆེན་པོའི་ཐུགས་སྲས་གྲོ་ལུང་བ་བློ་གྲོས་བྱུང་ནས་འབྲོ་ཆེན་པོའི་སློབ་མ་འདྲེ་ག་ཟེ་འདྲེ་ཆེན་པོའི་སློབ་མ་ལ་སྟོད་པ་དཀོན་མཆོག་མཁར་ཟེ་རོ་གངས་པ་གཞོན་ནུ་རིན་ཆེན་རིན་ཆེན་བསམ་གཏན་དཔལ་བཟང་རིན་ཆེན་བློ་གྲོས་དཔལ་བཟང་སོགས་གནས་རྙིང་གདུང་རབས་ཀྱི་བླ་ཆེན་ཕལ་མོ་ཆེ་བཤད། འདི་འདྲའི་གདུང་རབས་གནས་རྙིང་ཟེར་ཡས་དེ་གི་དེ་གདུང་རབས་བླ་ཆེན་བོན་པོ་འདི་འདྲས་འདུག། རྗེ་རས་ཆུང་པའི་དངོས་སློབ་གཙང་པ་གསུམ་པ་དང་ཉམས་མ་དཔལ་དར་འབུམ་ཟེར་རོ། རྗེ་རས་ཆུང་པ། དེ་གི། ཁ་ཟས། མི་ལ་རས་པའི་སློབ་མ་རྗེ་བཙུན་མི་ལ་རས་པའི་སློབ་མ་རས་ཆུང་པ་གཙང་པ་གསུམ་པ་ཟེར་རོ་ཉམས་མ་དཔལ་དར་འབུམ། རྗེ་གཞུང་དགོན་གསར་གྱི་ས། རྗེ་གཞུང་དགོན་གསར་གྱི་དབོན་རྒན་སྟབས་རྒན་རིན་པོ་ཆེ་གངས་པ་ཆེ་ག་པ་མཉན་ཡོད་བྱ་རྒོད། ཨོ་ཡ། གཤོངས་ཀྱི་ཆོས་གྲྭ་ཆེན་པོ་བཏབ་མཁན་རྒྱལ་བ་འབུམ་ཕྲག་པ། བོད་ཀྱི་ལྕགས་ཟམ་རྒྱལ་པོ་དང་ལྷ་མིའི་ལྷ་མོའི་སྲོག་བསྡོས་ཤངས་པ་བཀའ་བརྒྱུད་ཀྱི་བླ་མ་གྲུབ་ཆེན་ཐང་སྟོང་དང་ཤངས་པ་བཀའ་བརྒྱུད་བཀའ་བརྒྱུད་ཆེ་གེ་ཆུང་ཆེ་ཞེ་ཆུང་བརྒྱད་ཟེར་དེ་བརྒྱད་པ་དེ་ཆུང་བ་དེ་ཡིན་ན། ཐུགས་སྲས་ཉི་མ་བཟང་པོ་སོགས་སྔོན་བྱོན་མཁས་གྲུབ་ལོ་པན་མང་པོ་བྱོན་པ་རྣམས་ཀྱིས་ཆོས་ཀྱི་འགྲོ་དོན་རྒྱ་ཆེར་མཛད་དེ་བྱང་ཕྱོགས་བསྟན་པའི་རྒྱལ་དར་མཐོན་པོར་བསྒྲེངས་པའི་ངོ་ཚ་མཛེས། མཛེས་རྣམ་གྱི་རྣ་བའི་བུ་རམ་རབ་ཏུ་མྱོས་པ་བྱེད་ཀྱི་ཡོད་རེད། འོ་ད་དེ། གྲུབ་ཆེན་ཐང་སྟོང་རྒྱལ་པོ་དང་གཙོ་བོར་གྱུར་བའི་ཅུང་ནང་གི་ས་བཞག་གི་ཁྱད་ཡོན་དེ་འདྲ་འདུག་ག། འོ་ད་གཅིག་དེ་རེད། གནས་དེར་བསམ་གཏན་གྱི་སྒྲུབ་གནས་དང་དགོན་གནས་བྱུང་ཚུལ་ནི་ད་སྒོམ་རྒྱག་ས་དང་དགོན་པ་ག་རེ་ཡོད། ངག་རིང་རྫོང་རྡོ་སྦས་ཤང། བདེ་ཤར་གྲོང་ཚོར་ཡོད་པས་ད་བདེ་ཤར། ང་ཚོ་བདེ་ཤར་ནང་རྡོ་རྗེ་བདེ་ཤར་ལ། ཅིག་ཡིན་པ་ཡོད། བདེ་ཤར་གྲོང་ཚོར་ཡོད་པའི་དགའ་ལྡན་གླིང་ཤར་ཟེར་ཅིག་བྱས། དགྲ་བཅོམ་པ་དོན་བཟང་གིས་བཏབ་པའི་རི་བོ་བཅས་ཤང་རྟ་ཤར་གྲོང་ཚོར་ཡོད་པའི་རྟ་ཤར་དགོན། འོ་སྤྱིར་རྟ་ཤར་རྟ་ཤར་གྲོང་ཚོ་རྟ་ཤར་ང་ཚོ་ཕེབས་བཞུགས་པ་དེ་འདྲ་ཡོད་པ་དེའི་ནང་ལས་འོ་ཅིག་བྱས། དགྲ་བཅོམ་དགྲ་བཅོམ་པ་དོན་བཟང་གིས་བཏབ་པའི་རི་བོ་བཅས་རྟ་ཤར་དགོན་པ། ཀུན་སྤངས་ཆེན་པོའི་གདན་ས། སྒོ་ཕྱེ། ག་སར་ཡོད་ཀུན་མཁྱེན་ཀུན་སྤངས་པ། རེ་བ། ཆེན་པོའི་གདན་ས་གྲུབ་ཆེན་ཐང་སྟོང་རྒྱལ་པོ་ཐོག་མར་ཆོས་སྒོར་ཞུགས། སིད་སྣེ་རིན་ཆེན་སྡིངས་གྲོང་ཚུལ་བྱང་སྡིངས་དགོན། སིད་སྡེ་རེད་འོ་ཡ། བྱང་སྡིངས་དགོན་པ། གང་ཉིད་ཀྱི་ཕྱག་བཏབ་པའི་རི་བོ་ཆེ་དགོན་པ་གྲུབ་ཆེན་ཐང་སྟོང་རྒྱལ་པོའི་ཕྱག་བཏབ་པའི་རི་བོ་ཆེ་དགོན་པ། སྐར་ཆེན་མཐུ་སྟོབས་དབང་ཕྱུག་གི་ཕྱག་བཏབ་ཞིང་དེ་སྔ་ས་སྐྱ་དགོན་པའི། སྤྱན་གཟིགས། བྱང་པ་བན་གཙང་རིགས་གསུམ་གྱི་གྲས་རི་བོ་ཆེའི་ཡུག་ཆེན་སྒང། ལ་ལུང་དགོན་སེ་གཅིག་ཏུ། པ་ས་སྐྱའི་བླ་མ་ཀུན་རིག་འཛིན་གྱིས་ཕྱག་བཏབ་པར་གྲགས་པའི་རི་བོ་ཆེའི་མཚོ་ཁར་གླང་རི་དགོན་སེ་གཅིག་བྱས། རྡོ་སྦས་མཚོ་སྐོར་ལུང་དེ་ཚོང་པོ་ལུང་སེ་གཅིག་ཏུ་བ་ག་ཤེད་ཀྱི་ཚོང་པོ་ལུང་སེ་གཅིག་ཏུ་དེ་ཁ་སང་ང་ཚོས་འདིའི་ནང་ལས་ཚོང་པོ་ལུང་སེ་འདི་དང་དེ་འདྲ་ཡང་བྱུང་སོང་ང། ཚོམ་བུ་ལུང་གསལ་ཚོམ་བུ་ལུང་གསལ་ཞེས་ཁ་བཏགས་འདི་ནང་ལུས་ཚེགས་མིང་འདི་ལ་ཡང་བགྲོ་གླེང་ཡང་བྱུང་སོང་ཞེས་ས་འདིའི་ནང་ལས་ག་རེ་བྲིས་དང་མཚོ་སྒོ་ཞེས་བྲིས་ཤག་རྡོ་པས་མཚོ་མ་འོག་མ་འོག་ཚ་ན་ཚོ་ས་ག་ད་ག་ན་གོ་ལ་ཞེས་ལུང་ང་ལུང་མཚོ་སྒོ་ལུང་འོ་འདི་འདྲས་བྱས་མཚོ་སྒོ་ལུང་སྟེ་འོ་ཁ་སྐད་དུ་མཚོ་བུ་ལུང་འོ་ད་ཁ་སྐད་དུ་ག་རེ་བྲིས་ག་རེ་མ་འོག་ཐ་ན་ཚོགས་ཕག་ཞབས་ཀྱི་ཕུག་ཁྲིད་ཀྱི་ཡང་རེད་ལ་ཞིག་ལུང་ཚོགས་ཀྱི་ཕུག་ལུང་ཞེས་པའི་གྲོང་ཚོའི་གྲོང་ཚོའི་ནང་ལ་ཚོགས་འཁོར་ལུང་ལ་གཉའ་ཁྲི་ཚོགས་འཁོར་ཚོགས་འཁོར་ལུང་ལ་ག་རེ་བྲིས་ཡོད་ཡོད་ཟེར་ན་གཉའ་ཁྲི་ལུང་དགོན་ཟེར་ཞེས་བྱས། རི་བོ་ཆེ་ཤང་ཡུག་ཆེན་དུ་ཡོད་པའི་ཁང་ལུང་རྫོང་ཞེས་བྲིའོ། ད་ག་རང་བཞིན་ཁྱད་པར་ས་སྐྱའི་རྗེ་བཙུན་གྲགས་པ་རྒྱ་མཚན་གྱི་རྩ་བའི་བླ་མ་རྗེ་བཙུན་གྲགས་པ་སྤྱན་རས་གཟིགས་ཀྱི་རྣམ་སྤྲུལ་དུ་གྲགས་པའི་བྱང་ཆུབ་སེམས་དཔའ་ཆེན་པོ་ཟླ་བ་རྒྱལ་མཚན། ནོར་བུ་ཡག། ཀྱི་སྒྲུབ་ཕུག་སྐྱིད་ཕུག་ཉི་མ་རྫོང་ཞེས་དྲོ། ཞེས། གངས་ཏི་དགོན་གནས་སུ་གྲགས་པའི། སྡིག་ན་ཕུག་གི་གནའ་ཤུལ་གྱང་རོ་མཆོད་རྟེན་རྣམས་དང་ད་ཁོང་རང་གི་དགོན་གནས་དེ་དག་གི་བར་དུ་རི་བོ་གླང་རྗེ་ཉལ་བ་འདྲ་བའི་སྟེང་མཁའ་འགྲུལ་བྲོ་ར་དང་དུར་ཁྲོད་རྩ་ཆེན་སོགས་ཡོད་ལ། ད་ག་རེ་ག་རེ་ཡོད་པ་དེ་རེད། ར་ལོ་ཆེན་པོས་འགྲོ་བ་མང་པོ་ཆོས་ལ་བསྐོས་སྲིད་ལ་སྟོད་གཅུང་པ་དྲི་ཆེན་ཞེས་དྲོ། རྗེ་ཙོང་ཁ་པ་པའི་དགེ་བའི་བཤེས་གཉེན་ཆེན་པོ། རེན་ཟླ་བ་གཞོན་ནུ་བློ་གྲོས་སོགས་རྒྱ་བོད་ཀྱི་མཁས་གྲུབ། ཇི་སྙེད་ཀྱི་ཞབས་ཀྱིས་བཅགས་ཤིང། རྗེ་རེན་ཟླ་བ་ཡང་ཕེབས་པ་ཡིན་ས་རེད། མཁས་གྲུབ་ཀྱི་བསྟན་པ་མཐར་ཕྱིན་རྒྱས་པར་མཛད་པའི་སྒྲུབ་གནས་གང། གངས་ཅན་བུ་ལས་དང་ཟང་ཐལ་གངས་བུ་ལས་ཏེ་སྒྲུབ་གནས་ཞེས་བྱ་རེད་དོ། འོ་ཅེ། རྟ་ཟུར་དགོན་སོགས་བསྟན་པ་སྔ་དར་དང་ཕྱི་དར་གྱི་དུས་རབས་རིམ་བྱུང་ནང་ཕྱག་བཏབ་ཅིང། འོ་ད་དགོན་སྡེ་དཔེ་མང་པོ་ཡོད་པ་རེད། དར་གུད་རབ་རིབ་བརྒྱུད། རབ་དང་རིམ་པ་བརྒྱུད་ཉམས་སོ་བྱུང་དང་མ་བྱུང་བའི་སྒོས་ནས་བསམ་སྤྱོད་ལས་འདས་པ་དེ་འདྲ་མང་པོ་འདུག་ད་ཁོང་རང་གིས་དཔེ་སྐུ་ངལ་སྤྱོད་བྱས་དེ་ཚོ་ག་ས་གུང་ཐང་བསྟན་འཛིན་ནོར་བུ་ལས་ཧ་ཅང་གི་བཀའ་དྲིན་ཆེན་པོ་རེད་བྱས་དེ་ཚོ་བཞག་གནང་བ་དེ་དོན་རེད་དོ། ཡར་ཀླུང་ཛམ་བུའི་ལྷོ་ངོས་ཀྱི་རྡོ་སྦས་ཤང་གྲོང། གྲོག་ལུང་གྲོང་ཚོའི་ཕུར་རྒྱལ་བ་རྒོད་ཚང་པ་ཆེན་པོའི་སྒྲུབ་པ་སྐྱོན་གནང་ཡོང་བའི་ས་རྒོད་ཚང་སྒྲོ་སྦུག་ངོ་མཚར་ཅན། རྒྱལ་བ་རྒོད་ཚང་པ་ཆེ་ཨུ་རྒྱན་ཆེན་པོ་པད་མ་འབྱུང་གནས་སྐུ་འཁོར་དང་བཅས་པ་ཅུང་མེད་བུ་ལས་གང་ནས་གདུང་རྒྱུད་ཀྱི་རི་བོ་བཀྲ་ཚང་གི་རྩེ་མོར་ཕེབས་པའི་གནས། གནོད་སྦྱིན་གང་བུ་ལས་འོ་ད་དེ་ཨུ་རྒྱན་རིན་པོ་ཆེ་དེ་ནི་ཕལ་ཆེར་ཡ། ག་ཟེ་རེད། ཅུང་མེད་ནི་ག་བ་ཕལ་སི་ཏུ་ཡ་བཟང་བཟང་ད་དེ་ལྟར་ང་ཚོ་གི་ཡ་གའི་གཏེར་གྱི་དེའི་རི་བ། ག་ཟེ་རེད། གཏེར་དཔལ་ས་དེ་གི། ད་ལྟ་དེ་གི། ཨུ་རྒྱན་རིན་པོ་ཆེ་གི་སྔོན་མའང། ཁྲི་སྲོང་བདེ་འཇགས་ལས་འདུག་བྱས་རྗེས་དེ། དེ་ཞིག་གནང་ཡོད་རེད་ཟེར་ཞིག་གོ་མྱོང་ཨོ་དེ་འདྲའི་ཞིག་གི་རྟེན་ཡིན་ས་རེད་ཕེབས་པའི་གནོད་སྦྱིན་གང་བུ་ལ་ཅུང་སྟོད་རྒྱལ་ཐང་དཀར་པོ་ད་ཡ་མ་ར་ཅུང་མའི་འོ་བ་ལྷ་རྩེ་སོགས་གང་སར་རྒྱལ་པོའི་མཁས་གྲུབ་ཇི་སྙེད་ཀྱི་སྒྲུབ་ཕུག་དང་རང་བྱོན། དགོན་གནས་སོགས་གནའ་ཤུལ་བྱིན་རླབས་ཀྱི་ཚན་ཁ་འབར་བ་དང། རི་བོ་ཆེ་གཡང་ཆོལ། རི་བོ་ཆེ་གཡང་ཆོལ་གྲོང་ཚོའི་ནུབ་ངོས་སུ་ཡོད་པའི་སྲིན་མོ་ཁོག་སྟོང་གི་བྲག་རི་དཀར་པོ་ཞེས་གྲགས། ད་ནང་པ་ཚོས་མཁྱེན་གི་ཡོད་རེད་ང་ནི་མི་ཤེས་འགྲོ་མ་མྱོང། འོ་ཆེ། དང་དེའི་ལྷོ་ངོས་སུ་བྲག་རི་རྒྱ་བོ་བྱ་བ་གཉིས་ཀྱི་ཤོད་སྲོལ་ལས་བྱུང་བའི་ཅུང་ནང་ཡར་ལུང། འོ་ཡ། ཡར་ལུང་གཙང་པོའི་ཆུ་དཀྱིལ་གྱི་བྲག་རི་དཀར་པོའི་སྙིང་གཟུགས་དབྱིབས་ཅན་གྱི་ངོ་མཚར་ལོ་རྒྱུས་དང། ཕ་ཆེ། ཕ། བྱེ་རིགས་དཀར་པོ་དང་མ། ཅུང་རི་སྨུག་པོ་སོགས་ཀྱི་ངོ་མཚར་གཏམ་རྒྱུད་དེ་འདྲ་མང་པོ་ཡོད་སར་གཏམ་རྒྱུད་དེ་བཞིན་རིན་ཆེན་གདིང་གི་ནུབ་ཕྱོགས་སུ་གྲུབ་ཆེན་སྐུ་འཁྲུངས་པའི་གཟིམ་ཁང་དངོས་ཀྱི་གྱང་རོ་ཆེ་ད་དེ་ལས་གྲུབ་ཆེན། སི་ཏུ་གྲུབ་ཆེན་ཐང་སྟོང་རྒྱལ་པོ་གང་ཉིད་ཀྱི་སྤྲུལ་པའི་རྫུ་འཕྲུལ་ཞལ་གཟིགས་གནས་རི་རིན་ཆེན་གདིང་གི་བ་མོ་བྲག་དང་སྤྱན་ཆབ་འཕྲང་ཕོ་བྲང། འཕོང་རྒྱ་ལེབ་ཐར་པ་གླིང་ལ་སོགས་དང་འབྲེལ་བའི་ངོ་མཚར་ཤོད་རྒྱུན་མང་བ་སོགས་དང་དེ་བཞིན་དུ་ཅུང་པ་ཡབ་མེས། ཕ་མའི་ཡང་མེ་ནས་ངག་ལ་འཇགས་ཤིང་ཤེས་པར་སྤྲོ་བའི། དུག་སྦྲུལ་གྱེན་ཀློག་ཉམས་མོ་ཐུར་དུ་སྐྱུག། གླང་པོ་དམ་གཟུགས་མཆོད་རྟེན་དཔེ་ཀློག་དང་རྫ་ཡི་མི་སྲིང་གླང་པོ་སྣ་ལྕེ་སོགས་ཀྱི། ནས་ཁྱད་པར་ཅན་གྱི་ངོ་མཚར་གཏམ་རྒྱུད་ཀྱང་བརྗོད་ཀྱིས་མི་ལངས་པ་ཅིག་ཡོད་དོ། བྱས་བྱས་འོ་ད་དེའི་དང་པོ་ང་ཚོ་གསར་བབས་ཤིག་གསུངས་སོང་ང། བྱུང་ན་དོགས་གཞུང། མུན་ནག་ཟང་ཟང་ཞིག་གིས་ཀྱང་ནི་ངབ་རེངས་ད་བྱས་ན་བྱུང་ན་ཟེར་ཏེ་དེ་རིང་དེ་དེ་འདྲ་རེད་ཤག་ལ་སོ་ད་གལ་ཏར་ངས་ཞུས་པའི་ས་ཆ་མང་པོ་ཞིག་ད་དེའི་ནང་ལས་ང་ཚོ་གང་བུ་ལ་ད་ཅུང་ནང་གི་ཕྱོགས་ནས་ཅུང་པ་མང་པོ་ཡོད་པ་ཨ་ནག་པོ་ཚོ་གི་དེའི་ནང་ལས་གོ་བསྡུར་ན་འདི་འདྲ་སོང་ད་ཨ་ས་ཆ་དེ་ཚོ་ནང་ལ་མཁྱེན་ཡོང་དགོས་རོ་པ་ཨོ་ད་དེ་ཚོ་ལ་དཔེ་མི་སེར་ཡག་པོ་འདུག་ཐུགས་རྗེ་ཆེ་ད་དེ་རིང་འདི་ཙམ་ཡིན་འདུག་ཐུགས་རྗེ་ཆེ།